ནམ་མཁའ་དང་མཉམ་པའི་སངས་རྒྱས་ཐམས་ཅད་ཀྱི་དོན་དུ་ཐོབ་བྱ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་སྒོ་མ་ཐམས་པ་བཅད་ནས་ཀྱང་ཐོབ་པར་བྱ། དེའི་ཆེད་དུ་གསུང་རབ་རྣམ་པར་དག་པ་ལ་ཚུལ་བཞིན་དུ་འཇུག་པར་བགྱིའོ་སྙམ་པའི་བསམ་པ་བྱང་ཆུབ་མཆོག་ཏུ་ལེགས་པར་ས་དང་དེ་གསན་པར་ཞུ། དེ་ལ་འདིར་གང་ཞིག་གསན་པར་བྱ་བའི་ཆོས་ཀྱི་རིམ་པའོ། དེ་ལ། དེ་ནས་ད་ལྟ་འདི་དང་འདི་གསུངས་པར་བ་གར་སའི་ཆོས་རྣམས་ཐམས་ཅད་བཀའ་དང་བསྟན་བཅོས་ཏེ་ལེགས་པར་གསུངས་དང་དེ་ཡི་དགོངས་འགྲེལ་བ། དེའི་དབང་གིས་ཤཱཀྱའི་བསྟན་པ་འདི་འཇིག་རྟེན་ཁམས་དུ་ཡུན་རིང་གནས་པར་འགྱུར་ཞེས་གསུངས་པ་ལྟར་དུ་དེ་ནས་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་རྣམ་མཁྱེན་གྱི་བདག་བྱིན་ལ་དེ་ནས་བྱུང་བའི་བཀའ་དང། དེའི་དགོངས་འགྲེལ་དུ་བརྩམས་པའི་བསྟན་བཅོས། དེ་ལྟ་བུའི་བཀའ་དང་བསྟན་བཅོས་ཀྱི་དོན་ཐམས་ཅད་དེ། དེ་ནས་གང་ཟག་གཅིག་འཚང་རྒྱ་བས་ཀྱིས་ལམ་རིམ་རྣམས་ལ་ཚུར་འདུས་དང་ལྡན་པའི་མན་ངག་འོ་ད་དེ་འདྲའི་གི་སྡེ་ཚན་ད་གཙོ་བོ་གསུམ་འདྲ་བོ་ཅིག་ཡོད་པ་རེད་བ། སྤྱི་དང་བཀའ་དང་བསྟན་བཅོས་ག་རེ་ཡིན་ན་ཁོ་མན་ངག་རེད་ཡིན་ན་ཡང་ད་མན་ངག་ཟེར་ཡོད་འདུག་ཡང་གཅིག་བཀའ་བསྟན་གཉིས་ལ་ལོགས་ཞུགས་པའི་མན་ངག་ཟེར་ཡོད་འདུག་ཙང་ནས་བཀའ་དང་བསྟན་བཅོས་ཀྱི་དོན་རྒྱ་ཆེ་བ་དང་གཏིང་ཟབ་པ་དེ་དག་ཐམས་ཅད་དེ། ཐུན་ཚབ་དགུང་བརྒལ་གྱི་གནས་གཅིག་ཏུ་བསྟན་ནས་མདུན་ནས་བསྟན་བྱ་བ་དེ་ལ་ད་ནི་མན་ངག་གསུང་གི་ཡོད་རེད་འོ་ད་དེ་འདྲ་ཡིན་དུས་རྩ་ནས་ད་ལྟ་སྐབས་སུ་བབས་པ་དག་ཞུ་བར་བྱེད་པ་དེ་ད་ནི་བསྟན་བཅོས་ཡིན་པ་རེད། ད་བསྟན་བཅོས་དེ་ལ་ཡང་ད་སྔོན་མའི་གི་དེ་ནི་ཅི། ལུགས་སོ་ནང་བཞིན་བྱེད་པ་ཡིན་ན་གཙོ་བོ་ད་ནི་དགེ་ཕྱོགས་འདྲ་གཅིག་ནས་ཡིན་ན་ད་ནི་མདོ་དགེ། ད་དཀར་པོའི་སྔགས་ཟེར་ཡག་དེ་གཙོ་བོ་བྱས་ནས་ད་ནི་འཆད་ཉན་དང་བར་ཐག་སློབ་སྦྱོང་བྱེད་སའི་གི་གཞི་དེ་ལ་གསུངས་གནང་གི་ཡོད་རེད་གཞུང་དཀར་པོའི་སྔགས་ཟེར་གི་རེད་བ་དབུ་མ་འཇུག་པ་དང་ཕར་ཕྱིན་དང་བ་དེ་ནང་བཞིན་དུ་དེ་ནི་ཚད་མ་དང་མངོན་པ་འདུལ་བ་བ་ད་དེ་འདྲ་གི་དཀར་པོའི་སྔགས་ཟེར་གི་ཡོད་རེད་དེ་ནས་ས་སྐྱ་པའི་གི་དེ་ནས་ཅིག་དང་མཁས་པ་དེ་ཚོ་གི་གསུངས་པ་ཡིན་ན་གྲགས་ཆེན་བཅོ་བརྒྱད་ཟེར་ནས་དེ་ནི་ཡང་གཞུང་ཕ་འོད་ཀྱི་མདོ་སྔགས། གཞུང་ཆེན་ལ་གཙོ་བོ་བཅོ་བརྒྱད་འགྲོ་བོ་དེ་འདྲའི་རྩེ་ཡག་ཡོད་དེ་རེད། དེ་ནས་ཡང་དེ་མ་ཡིན་པ་སྔ་འགྱུར་རྙིང་མའི་གི་ཕྱོགས་ནས་དེ་ནི་ད་དང་དེ་གཞུང་ཆེན་བཅུ་གསུམ་ཟེར་ནས་དག་རྩི་གནང་གི་ཡོད་རེད་བ་དེ་ཕྱི་དུས་ཙང་ནས་དེ་ནི་སྔ་མོ་ང་རང་ཚོ་འབྲུག་མོ་ཉི་མ་ཅན་ལ་བཤད་གྲྭ་འདྲ་བོ་ཅིག་ཡིན་ན་གཙོ་བོ་དེ་ནི་གཞུང་ཆེན་བཅུ་གསུམ་གི་ཐོག་ནས་ད་ནི་མ། འཆད་ཉན་དེ་འདྲ་གནང་གི་ཡོད་ས་རེད་དེ་འདི་དག་གཞུང་ཆེན་བཅུ་གསུམ་ཟེར་ཡག་སྟེ། དེ་ནས་མདོ་དང་མདོ་རྩ་འདུལ་བའི་སྡེ་སྣོད་དང་མཛོད་དང་ཀུན་འདུས་མངོན་པའི་སྡེ་སྣོད་དང་རྩ་འཇུག་བྱེད་ཆོས་ཟབ་མོ་ལྟ་བའི་གཞུང་བྱམས་ཆོས་སྡེ་ལྔ་རྒྱ་ཆེན་མདོ་སྡེའི་གཞུང་ཟེར་གི་རེད་ད། དེ་བྱེད་དུས་རྩ་ནི་མདོ་དང་མདོ་རྩ་ཟེར་ཡག་དེ། མདོ་དང་ཟེར་ཡག་དེ་གའི་སོ་སོ་ཐར་པའི་མདོ་ཟེར་ཡག་དེར་ང་ཚོ་གསོ་སྦྱོང་སྐབས་སུ་ལོ་ཡག་གི་ཚོར་མདོ། དེ་ནས་མདོ་རྩ་བ། འདུལ་བ་མདོ་རྩ་བ། སློབ་དཔོན་ཡོན་ཏན་འོད་ཀྱིས་མཛད་པའི་འདུལ་བ་མདོ་རྩ་བ། མདོ་དང་མདོ་རྩ། གཉིས་རེད། མདོ་དང་མདོ་རྩ་འདུལ་བའི་སྡེ་སྣོད་དང། དེ་ནས་མངོན་དཔལ་གྱི་སྐོར་ནས། ཐེག་པ་ཐུན་མོང་བའི་གི་མངོན་པ། མངོན་པར་མཛོད་སློབ་དཔོན་དབྱིག་གཉེན་གྱིས་མཛད་པ་དེ་དང། དེ་ནས་ཐེག་པ་ཆེན་པོ་ཐུན་མོང་མ་ཡིན་པའི་མངོན་པ། མངོན་པ་ཀུན་བཏུས་སློབ་དཔོན་ཐོགས་མེད་ཀྱིས་མཛད་པ། འོ་དེ་གཉིས་པོ་དེ་མངོན་དཔལ་སྡེ་སྣོད་ཀྱི་དེ་ནི་ཁོངས་སུ་གཏོགས་པའི་ད་གཞུང་གཉིས་ཞེས་ནས་དེ་ནི་བཞི་ཆ་བ་རེད། དེ་ནས་དེའི་ཐོག་ལ་ད་ནས་རྩ་འཇུག་བཞི་སྤྱོད་ཟབ་མོ་ལྟ་བའི་གཞུང་གསུངས་པར་དང་སྤྱི་དང་དེ་ནས་དབུ་མེད་ཀྱི་ལྟ་གྲུབ་ཀྱི་ཐོག་ལ་ཅིག་གོ་བ་ཡག་པོ་ཅིག་སླེབས་དགོས་ཀྱི་ཡོད་ན་དེ་ནས་གཙོ་བོ་དབུ་མའི་བསྟན་བཅོས་ཆེན་པོ་བཞི་ཟེར་ཡ་དེ་ལ་དེ་ནས་འཆད་ཉན་གནང་དགོས་ཀྱི་ཡོད་ས་རེད་དེ་ནས་དབུ་མའི་བསྟན་བཅོས་ཆེན་པོ་བཞི་གསུངས་ཡོང་དུས་ཚང་ནས་དེ་ནས། སྤྱོད་པ་གཙོ་བོར་སྟོན་པ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པའམ། དེ་ནང་བཞིན་དེ་ནས་ད་ལྟ་འདི། ལྟ་བ་གཙོ་བོར་སྟོན་པ། དབུ་མ་རྩ་བ་ཤེས་རབ། འོ་དེ་ནང་བཞིན་དུ། དེ་ནས་བསྒོམ་པ་གཙོ་བོར་སྟོན་པ། རྣལ་འབྱོར་སྤྱོད་པ་བཞི་བྱ་བ། ལྟ་སྒོམ་སྤྱོད་པ་འབྲས་བུ་དང་བཅས་པ་ཆ་ཚང་སྟོན་པ་དེ་ལ་བསྟན་བཅོས་དབུ་མ་ལ་འཇུག་པ། དེ་ལ་དེ་ནས་རྩ། འཇུག། བཞེད། སྤྱོད། དེ་བཞི་པོ་དེ་ལ་ཟབ་མོ་ལྟ་བའི་གཞུང་གསུངས་པ་རེད་དེ་ནས་དེ་ནས་བར་འཕྲོས་ནས། དབུ་མ་རིགས་ཚོགས་གཞན་དག་དེ་ནས་སླེབས་ཡོང་གི་ཡོད་རེད་དཔེར་ན་སློབ་དཔོན་ཀླུ་སྒྲུབ་ཀྱིས་མཛད་པའི་ད་དབུ་མ་རིགས་ཚོགས་ནམ་རྒྱུན་སྔགས་ཟེར་ནས་གསུང་གི་རེད་བ། སློབ་དཔོན་ཟླ་བ་གྲགས་པས་ཀྱི་ཚིག་གསར་གྱི་ནང་ལ་དེ་ནས་སློབ་དཔོན་ཀླུ་སྒྲུབ་ཀྱིས་མཛད་པའི་རིགས་ཚོགས་སྔགས་ཙམ་གྱི་མཚན་དེ་ནས་སྨོས་ཡོད་རེད་དེ་བྱེད་དུས་ཙང་ནས་དེ་ནས་ས་བཅད་ཀྱི་ཕྱོགས་ནས་དབུ་མ་རིགས་ཚོགས་སྔགས་གསུང་གི་ཡོད་རེད། དེ་ནས་རྒྱན་ལྡན་གྱི་ཕྱོགས་ནས་དབུ་མ་རིགས་ཚོགས་དྲུག་གསུང་ཡོང་གི་འདུག་བ་དེ་ཡིན་དུས་རིགས་ཚོགས་སྔགས་ཀྱི་ཐོག་ལ་དེ་ནས་དབུ་མ་རིན་ཆེན་ཕྲེང་བ་ཟེར་ཡག་དེ་ཚུར་ནོན་ནས་རི་ཚོགས་དྲུག་བཟུང་ཡོང་གི་ཡོད་རེད་དེ་བྱེད་དུས། ད་ནས་རྩ་བ་ཤེས་རབ་སྟོང་ཉིད་དོན་བཅུ་ཞིབ་མོ་རྣམ་དག་རིག་པ་དྲུག་ཅུ། རྩོད་བཟློག། དེ་ནས་རིན་ཆེན་ཕྲེང་བ་ཟེར་ན་ད་དེ་འདྲའི་དྲུག་པོ་དེ་ལ་དབུ་མ་རི་ཚོགས་དྲུག་བཟུང་ཡོང་གི་ཡོད་རེད། དེ་ནས་ང་རང་ཚོ་ཕལ་ཆེར་དབུ་མ་རི་ཚོགས་དྲུག་ཏུ་བརྩི་བའི་སྐབས་ཡིན་གྱི་ཡོད་ས་རེད། ད་ལྟ་དགོང་གཅིག་གིས་སྤྱི་དོན་གཅིག་ཡིན་ལ་དབུ་མ་རི་ཚོགས་དྲུག་གྲངས་ཀ་སྨོས་ཡོད་རེད་དྲུག་སྨོས་ཡོད་འདུག་ཙང་ནས།

ད་དེའི་ཐོག་ལ་ད་དེའི་བར་དུ་བརྒྱད་ཆར་བ་རྩ་འཇུག་བྱེད་སྤྱོད་དེ་ནས་མདོ་དང་མདོ་རྩ་མཛོད་དུ་ཀུན་འདུས་དེ་བརྒྱད་རེད་དེའི་ཐོག་དེ་ནས་དེ་ནས་ད་ལྟ་འདི་བྱམས་ཆོས་སྡེ་ལྔ་རྒྱ་ཆེན་མདོ་སྡེའི་གཞུང་ཟེར་ཡ་དང་འཕགས་པ་བྱམས་པས་ཀྱི་དེ་ནས་སློབ་དཔོན་ཐོགས་མེད་ལ་གསུངས་པས་ཀྱི་ད་བྱམས་ཆོས་སྡེ་ལྔ་ཟེར་ཡ་དང་འདི་བརྩི་དགོས་རེད། དེ་བྱེད་དུས་ཙཱ་ནས་དེ་ནས་དེའི་གཞུང་ཆེན་པོ་བཅུ་གསུམ་པོ་དེ་ལ་ནི་རྒྱ་གཞུང་བཅུ་གསུམ་ཟེར་ནས་འོ་ད་དེ་འདྲའི་གསུང་ཡོང་གི་འདུག་བ་འོ་དེ་འདྲ་གཅིག་རེད། དེ་ནས་ཡང་ད་ལྟ་འདི་ཀམ་ཚང་གི་ཕྱོགས་ནས་ནི་མདོ་སྔགས་གཞུང་ཆེན་བརྒྱད་ཟེར་ནས་ཡང་གསུང་ཡོང་གི་འདུག་དེ་གསུང་ཡོང་དུས་ཙཱ་ནས་གཞུང་དཀར་པོའི་སྔགས་བརྩི་དེའི་སྒང་ལ་དེ་ནས་རྒྱུད་བླ་མ་དེ་བརྩི་དེ་ནས་ཟབ་མོ་ནང་དོན་ཟེར་ཡ་ད་སྔགས་ཀྱི་སྐོར་ཅིག་ཡོད་རེད་ཀརྨ་པ་རང་བྱུང་རྡོ་རྗེ་གསུང་བཞག་པ་དེ་བརྩི་དེ་ནས་དཔྱད་བསྡུར་དེ་བརྩི་ནས་ཕལ་ཆེར་མདོ་སྔགས་གཞུང་ཆེན་བརྒྱད་ཟེར་ཡ་ད་ནས་དེ་འདྲ་ཡང་ཡོང་གི་ཡོད་ས་རེད་དེ་ནས་ང་རང་ཚོ་ཕལ་ཆེར། མདོ་སྔགས་གཞུང་ཆེན། དག་ཅིག་རྒྱས་དང་སྒོས་ག་འདྲས་བརྩི་བ་ཡིན་ན་ཡང་གཙོ་བོ་བསྟན་དགོངས་གཉིས་པོ་དེ་ཚུད་པ་ཅིག་བརྩི་དགོས་ཀྱི་ཡོད་རེད་དེ་བྱེད་དུས་ཙང་ནས་དཔེར་ན་གཞུང་ཆེན་བཅུ་གསུམ་གྱི་ཐོག་ལ་དེ་ནས་དེ་ནས་ཚད་མ་དེ་ཅིག་བརྩི་དགོས་ཀྱི་རེད། བཅུ་བཞི་འདྲ་བོ་ཅིག་རེད་དེའི་ཐོག་ལ་དེ་ནས་བསྟན་དགོངས་གཉིས་བརྩི་འོས་དུས་ཙང་ནས། བཅུ་དྲུག་འདྲ་བོ་གཅིག་རེད་དེའི་ཐོག་ལ་དེ་ནས་ད་ལྟ་འདི་ད་སྔགས་བཏགས་འགན་འཁྲི་འདྲ་གཅིག་ཡིན་ན་གཙོ་བོ་དེ་ནས་དཔྱད་བསྡུར་དང་བདེ་མཆོག་གི་དེ་ནས་གཞུང་དེ་ཚོ་བརྩི་དགོས་ད་དེ་འདྲ་བྱེད་དུས་ཙང་ནས་དམིགས་བསལ་གྱི་གྲངས་ངེས་པ་ཅན་ཟེར་མཁན་ཡོད་ས་མ་རེད་ད་ཡིན་ན་གཞུང་གཅིག་བཅུ་གསུམ་སུ་བརྩིས་བྱས་པ་ཡིན་ན་གནད་འགག་ཟེར་མཁན་མི་འདུག་དེ་ཡིན་དུས་ད་ད་ལྟ་ང་ཚོའི་ཞུ་ཡ་དེ་གཙོ་བོ་བྱམས་ཆོས་ཀྱི་ཁོངས་སུ་གཏོགས་པ་དག་དེ་འདྲ་གཅིག་ཞུ་ཡ་རེད་དེ་ནས་རྩ་བའི་གི་ཆ་ནས་དེ་ནས་གཞུང་ཆེན་བཅུ་གསུམ་གི་ནང་ནས་ཡང་རང་ཚོ་བཀའ་བརྒྱུད་པ་འདྲ་གཅིག་ཡིན་ན་ངེས་པར་དུ། ད་ལྟ་བྱམས་ཆོས་སྡེ་ལྔ་ཆ་ཚང་གཅིག་འགྲོ་ཐུབ་པ་གཅིག་དང་བྱམས་ཆོས་སྡེ་ལྔ་ཆ་ཚང་དུ་ལ་ཏེས་རྒྱུས་མངའ་ཡོད་པ་གཅིག་བྱེད་ཐུབ་པ་ཡིན་ན་གནད་འགག་ཆེན་པོ་འདྲ་ཅིག་ཡོད་རེད་གང་ཡིན་ཟེར་ན་བྱམས་ཆོས་སྡེ་ལྔ་དེ་རང་ལུགས་ལ་འཁོར་ལོ་ཐ་མ་ངེས་དོན་གྱི་དེ་ནས་མདོ་ཡི་དག་དགོངས་འགྲེལ་དེ་འདྲའི་ཅིག་ཡིན་པ་གསུངས་ཡོང་གི་ཡོད་རེད་འོ་དེ་འདྲ་བྱས་ཡོང་དུས་དེ་ནས་ད་ལན་དག་ཅིག་རྩ་བའི་སློབ་ཚན་ལ་སོགས་པ་ནས་མདོ་ཡོད་མ་རེད་དེ་ཡིན་ན་ད་ལྟ་ང་ཚོ་ཤེར་ཕྱིན་དེ་འཇོག་སྒོ་ཅིག་ཚར་སོང་དུས་ཙང་ནས་དེ་ནས་ཡང་དེ

བྱམས་པ་དང་འབྲེལ་བའི་ཆུ་སྡེ་ཉི་ཤུ་ཟེར་ཡག་གི་རྣམ་གཞག་ཅིག་སླེབས་ཡོང་གི་ཡོད་རེད། དེའི་ནང་ནས་ཡང་ལྷག་པར་དུ་བྱམས་པས་ཀྱི་མཛད་པའི་ཀྱི་དང་ཆུ་ལྔ་ཟེར་ཡག་དེ་རེད་བྱམས་ཆུ་སྡེ་ལྔ་ཟེར་གི་ཡོད་རེད་བ། དེ་འདྲའི་ཀྱི་བྱམས་ཆུ་སྡེ་ལྔ་པོ་དེ་ཀྱི་དེ་ནས་ད་ལྟ་འདི་ལྟ། གཙོ་བོ་བཀའ་ཡི་དགོངས་འགྲེལ་དུ་བྱམས་པས་མཛད་བཞག་པ་རེད། དེ་ཡིན་དུས་ཙང་ནས་ཁ་ཤས་ཀྱི་དེ་ནས་ཅིག་བྱམས་ཆུ་སྡེ་ལྔ་དེ་སངས་རྒྱས་ཀྱི་བཀའ་རེད་ཟེར་ན་དེ་འདྲ་ཡང་གསུང་གི་རེད་གང་ཡིན་ཟེར་ན་བྱམས་པ་མགོན་པོ་དེ་ད་ལྟ་མངོན་པར་རྫོགས་པར་སངས་རྒྱས་ཟིན་པ་ཡིན་ན་ཡང་དེ་ནི་ལྷ་ཡང་ས་བཅུ་པའི་བྱང་ཆུབ་སེམས་དཔའི་ཚུལ་བཟུང་ནས་མ་འོངས་པའི་དེ་ནི་རྣམ་འདྲེན་ལྔ་བ་དེ་འདྲ་བྱེད་ཡིན་དུས་ཟེར་ན་དེ་ནི་བྱམས་ཆོས་སྡེ་ལྔ་དེ་བཀའ་རེད་ཟེར་ལབ་ན་ཡང་འགྲིག་གི་རེད་བསྟན་བཅོས་རེད་ཟེར་ལབ་ན་ཡང་འགྲིག་གི་རེད་དེ་འདྲའི་གསུང་ཟོར་ཡང་འདུག་བ་དེ་ཡིན་དུས་འགལ་བ་མེད་ཟེར་ཡག་ཅིག་ད་ཡིན་ན་གཙོ་བོ་བསྟན་བཅོས་གོང་དུ་བྱེད་དགོས་ཀྱི་རེད་གང་ཡིན་ཟེར་ན་དེ་ནི་རྒྱུད་བླ་མེད་ཀྱི་མཇུག་དེ་ན། དེ་ནས་ད་ལྟ་འདི་ཇི་ལྟར་སྒྲོན་གློག་ནོར་བུའི་འོད་དག་ལ་བརྟེན་ནས་མིག་དང་ལྡན་པ་བལྟ་བ་བཞིན། དེ་བཞིན་གཟུངས་ཆེན་བཅུ་པོ་འོད་འབྱེད་པའི་ཐུབ་ལ་བརྟེན་ནས་འདི་ནི་བདག་གིས་ཤེས་ཟེར་ཡ་དེ་འདྲ་ཅིག་གསུངས་ཡོད་རེད་དེ་གསུངས་དུས་ཙང་ནས་དཔེར་ན་ང་ཚོ་དེ་ནས་མིག་དང་ལྡན་པའི་གང་ཟག་ཅིག་གིས་དེ་ནས་གཟུགས་ལ་བལྟ་དགོས་ཀྱི་ཡོད་ན། དེ་ནི་མིག་ཡོད་པ་གཅིག་པུ་གིས་འགྲིག་གི་ཡོད་མ་རེད། ཡང་ན། ཉི་མས་ཀྱི་འོད། ཡང་ན་ཟླ་བས་ཀྱི་འོད། ཡང་ན་སྒྲོན་མེ་ཀྱི་འོད། ཡང་ན་ནོར་བུ་ཀྱི་འོད། ཡང་ན་གློག་གི་འོད་ལ་སོགས་པ་ལྟ་བུ་དེ་འད་ཀྱི་འོད་ཅིག་ལ་བརྟེན་ནས་མིག་དང་ལྡན་པའི་གང་ཟག་གི་གཟུགས་ལ་བལྟ་དགོས་ཀྱི་ཡོད་རུ་བ། དེ་ནང་བཞིན་བྱས་ནས་དེ་ནི་ད་ལྟ་ངས་འདི་ནས་མ་ཐག་ཅིག་རྒྱུད་བླ་མ་ལ་སོགས་པ་བཤད་ཡ་དེ་ཡང། གཙོ་བོ་དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་བཀའ་རང་ལ་བརྟེན་ནས་དེ་ནས་གསུངས་བྱས་པ་དེ་འད་ཅིང་ཟེར་ནས་བྱམས་པས་དེ་གསུངས་ཡོད་རེད་དེ་ཡིན་དུས་ཙང་ནས་དེ་ནི་བཀའ་ཡི་དགོངས་འགྲེལ་དུ་བརྩམས་པའི་བསྟན་བཅོས་དེ་འདྲ་ཅིག་ཆགས་ཡོང་གི་ཡོད་རེད་དེ་ཡིན་དུས་བསྟན་བཅོས་གོང་དུ་བྱས་པ་ཡིན་ན་ཡང་མགར་བ་ཟེར་མའི་བདེ་བ་འགྲོ་བ་དེ་འདྲ་ཅིག་རེད། ད་དེ་འདྲ་བྱས་ཡོང་དུས་ཙང་ནས་དེ་ནི་བྱམས་ཆོས་སྡེ་ལྔ་དེ་གས་ད། སྐད་ཆ་གཅིག་བསམ་བློ་གཅིག་ང་ཚོ་ག་རེ་ཐོག་ནས་བཏང་དགོས་རེད་ཟེར་ན་བྱམས་ཆོས་སྡེ་ལྔ་དེ་གས། བཀའ་ཡི་དགོངས་པ་འགྲེལ་ཚུལ་གྱི་ཐོག་ལ་བསམ་བློ་བཏང་དགོས་རེད་དེ་ཡིན་དུས་དེ་ནི་དེའི་ཐོག་ལ། ད་ནི་བོད་ཀྱི་མཁས་པ་དེ་ཚོ་ད་གསུང་ཐང་འདྲ་མ་འདྲ་མང་པོ་རེད། དེ་འདྲ་ཡིན་དུས་ཁ་ཤས་ཀྱིས་དེ་ནས་སོང་བ་ཡིན་ན། ད་བྱམས་ཆོས་སྡེ་ལྔ་དེས་སྡེ་སྣོད་གསུམ་གྱི་དགོངས་འགྲེལ་དེ་འདྲ་ཞིག་ཆགས་ཡོང་གི་ཡོད་རེད་གསུང་གི་ཡོད་རེད། ད་སྡེ་སྣོད་གསུམ་གྱི་དགོངས་འགྲེལ་ལ་བཞག་ཡོང་དུས་རྩ་ནས་དཔེར་ན་མདོ་སྡེའི་སྡེ་སྣོད་ཀྱི་དགོངས་འགྲེལ་དེས་མདོ་སྡེ་རྒྱན་དང་རྒྱུད་བླ་མ་དེ་འདྲ་ཞིག་ཆགས་ཡོང་གི་ཡོད་རེད། གང་ཡིན་ཟེར་ན་མདོ་སྡེ་དེ་ལ་དྲང་དོན་གྱི་མདོ་སྡེ་གཅིག་དང་ངེས་དོན་གྱི་མདོ་སྡེ་ཟེར་ན་དེ་འདྲའི་ཡོད་ཡོད་འདུག་ཙང་ནས་དེ་ནས་ད་ལྟ་འདི་མདོ་སྡེ་རྗེན་དེ་དྲང་དོན་གྱི་མདོ་ཡི་དེ་ནི་མདོ་སྡེ་གི་དགོངས་འགྲེལ་གྱི་བསྟན་བཅོས་དེ་འདྲ་གཅིག་རེད་གསུང་གི་རེད་མདོ་སྡེ་རྗེན་དེ་ནི་རྒྱུད་བླ་མ་དེ་ད་ལྟ་འདི་ད་ངེས་དོན་གྱི་མདོ་སྡེ་གི་དེ་ནི་དགོངས་འགྲེལ་གྱི་བསྟན་བཅོས་དེ་འདྲ་གཅིག་ཆགས་ཡོང་གི་ཡོད་རེད་དེ་བྱས་ཙང་དེ་ནི་མདོ་སྡེ་རྗེན་དང་རྒྱུད་བླ་མ་གཉིས་པོ་དེ་སྡེ་སྣོད་གསུམ་གྱི་ནང་ནས་མདོ་སྡེའི་སྡེ་སྣོད་ཀྱི་དགོངས་འགྲེལ་ཡིན་ཟེར་ན་དེ་གསུངས་པ་རེད། དེ་ནས་ཕར་ཕྱིན་མངོན་རྟོགས་ཅན་འདྲ་བྱེད་ཡིན་ན་འདུལ་བའི་སྡེ་སྣོད་ཀྱི་ད་དགོངས་འགྲེལ་ཡིན་གསུངས་པ་རེད། སྤྱི་བཏང་དེ་ནས་འདུལ་བ་ཟེར་ཡོད་འདུག་ཙང་ནས་ད་ལྟ་སངས་རྒྱས་ཀྱི་དེ་ནས། འདུལ་བ་ཕལ་ཆེར་ལུང་གཞིའི་ནང་ལ་ཡིན་ས་ཡོད་ཅིག་གི་ནང་ལ་འདུལ་བ་ཕྲན་ཚེགས་ཡིན་ས་ཡོད་ཅིག་གི་ནང་འདུལ་བ་འདུལ་བ། སྡེ་བར་གཤེགས་པའི་འདུལ་བ་ནི་གཉིས་ཏེ། ཉོན་མོངས་འདུལ་བ་དང་སྟོང་བ་འདུལ་བ་འོག་གསུངས་ཡོད་རེད་དེ་འདུལ་བ་ཟེར་ཡག་དེ་ཉོན་མོངས་པ་འདུལ་བར་བྱེད་པ་དང་སྟོང་བ་འདུལ་བར་བྱེད་པ་ཅིག་ལ་འདུལ་བ་ཟེར་གྱི་ཡོད་རེད་དེ་བྱེད་དུས་ཙང་ནས། ཤེར་ཕྱིན་མངོན་རྟོགས་ཅན་གྱིས་གཙོ་བོ་ས་ལམ་གྱི་རྣམ་གཞག་བསྟན་པའི་ཐོག་ནས་དེ་ནི་ཉོན་མོངས་པ་འདུལ་བར་བྱེད་པའི་ཐབས་གཙོ་བོ་བྱས་ནས་གསུངས་ཡོང་གི་ཡོད་རེད་དེ་བྱེད་དུས་ཙང་ནས་མངོན་རྟོགས་ཅན་དེ་འདུལ་བའི་སྡེ་སྣོད་ཀྱི་དེ་ནི་དགོངས་འགྲེལ་བསྟན་བཅོས་དེ་འདྲ་ཅན་དེ་ནང་ནས་ལྷག་པར་དུ་ཐེག་ཆེན་གྱི་འདུལ་བའི་སྡེ་སྣོད་ཀྱི་དགོངས་འགྲེལ་བསྟན་བཅོས་དེ་འདྲ་ཅན་གསུངས་པ་རེད། དེ་ནས་ད་ལྟར་འདི་ལྟར་དབུས་མཐའ་རྣམ་འབྱེད་དང་ཆོས་ཉིད་རྣམ་འབྱེད་གཉིས་འདྲ་ཅན་ཡིན་ན་གཙོ་བོ་དེ་ནི་མངོན་པའི་སྡེ་སྣོད་ཀྱི་དགོངས་འགྲེལ་གྱི་བསྟན་བཅོས་འོ་ད་དེ་འདྲ་ཅིག་ལ་དེ་ནི་བཞག་དགོས་ཀྱི་ཡོད་ཟེར་ན་དེ་ནི། གཅིག་བྱམས་ཆོས་སྡེ་ལྔ་དེ་ཚོ་གི།

དྲང་དོན་གྱི་བཀའ། དེ་ནང་བཞིན་དུ་དེ་ནི་ངེས་དོན་གྱི་བཀའ། དྲང་ངེས་འབྲེལ་མེད་ཀྱི་བཀའ་ཟེར་ན་དེ་འདྲའི་རིགས་རྣམ་པ་གསུམ་འཆད་ཡོང་གི་ཡོད་རེད་དེ་འཆད་ཡོང་དུས་ཙང་ནས་དེ་ནི་དབུས་མཐའ་རྣམས་ཀྱི་དང་ཆོས་ཉིད་རྣམས་ཀྱི་གཉིས་འདྲ་གཅིག་ཡིན་ན་དྲང་དོན་གྱི་བཀའ་ཡི་དགོངས་འགྲེལ་རེད་གསུངས་པ་རེད་དེ་གསུངས་དུས་ཙང་ནས་དེ་ནི་ས་བཅད་ཀྱི་ཕྱོགས་ནས་ཕལ་ཆེར་དབུས་མཐའ་རྣམས་ཀྱི་དང་ཆོས་ཉིད་རྣམས་ཀྱི་འདི་སེམས་ཙམ་པའི་གཞུང་ལ་གཙོ་བོ་བྱས་ནས་གསུངས་ཡོང་བ་རེད་དེ་བྱས་དུས་དེ་ནས་དེ་ཙང་དེ་སངས་རྒྱས་ཀྱི་བཀའ་ཡི་དྲང་དོན་གྱི་དགོངས་པ་འདྲེན་མཁན་དེ་ལ་མཇལ་རྣམ་པ་གཉིས་ཟེར་གི་ཡོད་རེད། དེ་ནས་ད་ལྟ་འདི་ལྟ། ངེས་དོན་གྱི་བཀའ་ཡི་དགོངས་འགྲེལ་དེ་ལ། ཕར་ཕྱིན་སྔོན་རྡོ་རྗེ་མདང་རྒྱུད་བླ་མ་ཉིད་རེ་གསུངས་ཡོད་རེད་དེ་བྱེད་དུས་ཙང་ནས་དེ་ནི་ངེས་དོན་དེ་ལ་ཡང་ངེས་དོན་གྱི་མདོ་སྡེ་རིགས་གཅིག་བ་དང། ངེས་དོན་གྱི་མདོ་སྡེ་རིགས་དུ་མ་བ་ཟེར་ནས་གཉིས་ཕྱེ་ཡོང་གི་ཡོད་རེད། ངེས་དོན་གྱི་མདོ་སྡེ་རིགས་གཅིག་ཟེར་ཡོང་དུས་ཙང་ནས་ད་ལྟ་ཤེར་ཕྱིན་གྱི་མདོ་ཚང་མ་དེ་ངེས་དོན་གྱི་མདོ་སྡེ་རིགས་གཅིག་རེད། ཤེར་ཕྱིན་གྱི་མདོ་དེ་ལ། དེ་ནས། ད་ཡུམ་སྲས་བཅུ་བདུན་ཟེར་དགོས་ཡོད་ན་ཡང་འདྲ། ཡང་ན་ཡུམ་རྒྱན་ཕྲེང་བདུད་གསུམ་ཟེར་དགོས་ཡོད་ན་ཡང་འདྲ། ཡང་ན་ཤེར་ཕྱིན་གྱི་མདོ་སྡེ་ཡོངས་རྫོགས་ཟེར་དགོས་ཡོད་ན་འདྲ་དེ་ཐམས་ཅད་ཀྱི་དེ་ནི་བརྗོད་དོན་དེ་ཡུམ་ཆེན་མོ་ཤེས་རབ་ཀྱི་ཕོ་རོག་ཏུ་ཕྱིན་པ་དེ་ག་རང་བརྗོད་བྱ་ཞིག་ནས་གསུངས་ཡོང་གི་ཡོད་རེད་དེ་བྱེད་དུས་ཚང་ནི་མདོ་གི་མཚན་གྱི་རྣམ་གྲངས་དང་མདོ་མང་པོ་ཡོད་རེད་དེ་ཤེར་ཕྱིན་གྱི་མདོ་དེ་ལ་ཡིན་ན་ཡང་དེ་ཐམས་ཅད་ཀྱི་བརྗོད་དོན་དེ་ཡུམ་ཤེར་ཕྱིན་དེ་བཤད་ཡོང་གི་ཡོད་རེད་དེ་བྱེད་དུས་དེ་ཚོ་ལ་ངེས་དོན་རིགས་གཅིག་བོད་ཀྱི་མདོ་སྡེ་ཟེར་གྱི་བརྗོད་བྱ་རིགས་གཅིག་རེད། དེའི་ངེས་དོན་མདོ་སྡེ་རིགས་གཅིག་པ་གི་དགོངས་འགྲེལ་གྱི་བསྟན་བཅོས་དེ་གར་ཆགས་ཡོང་གི་རེད་ཟེར་ན་དེ་ནི་མངོན་རྟོགས་ཅན་དེ་ཆགས་ཡོང་གི་ཡོད་རེད། དེ་བྱེད་དུས་ཚང་རེད། དེ་ནི་ངེས་དོན་གྱི་མདོ་སྡེ་རིགས་གཅིག་པའི་གི་དགོངས་འགྲེལ་གྱི་བསྟན་བཅོས་དེ་མངོན་རྟོགས་ཅན་བྱེད། དེ་ནི་ད་ལྟ་འདི་ད་རྒྱུད་བླ་མ་འདྲ་གཅིག་ན་ངེས་དོན་གྱི་མདོ་སྡེ་རིགས་དུ་མས་གི་དགོངས་འགྲེལ་གྱི་བསྟན་བཅོས་རེད་གསུངས་པ་ད་བྱེད་དང་རྒྱུད་བླ་མ་དེ་ངེས་དོན་གྱི་བསྟན་བཅོས་ཡིན་པ་འགྲེལ་བཤད་གནང་ཡོང་གི་ཡོད་རེད་རྒྱུད་བླ་མ་ངེས་དོན་གྱི་བསྟན་བཅོས་ཡིན་རྒྱུད་བླ་མའི་ནང་གི་ཚིག་ཡིན་ན་ངེས་དོན་ཡིན་པས་མ་ཆགས་པ་ཟེར་ཡག་དེ་འདྲས་གསུངས་ཡོང་གི་ཡོད་རེད་དེ་བྱེད་དུས་ཚང་ནས། དེ་ནས་ངེས་དོན་མདོ་སྡེ་རིགས་དུ་མ་གཟུང་དུས་ད་ལྟ་རྒྱུད་བླ་མེད་ཀྱི་བསྟན་ལ་དབབ་བྱེད་ཀྱི་གཞུང་དེ་ད་ལྟ་འདི་ཅི་ཡོད་བ་རྒྱུད་བླ་མའི་མགོ་དེ་ན། ད་ལྟ་འདི་སངས་རྒྱས་ཆོས་ཚོགས་ཁམས་དང་བྱང་ཆུབ་དང་ཡོན་ཏན་སངས་རྒྱས་འཕྲིན་ལས་ཐ་མ་དེ་བསྟན་བཅོས་ཀུན་གྱི་ལུས་ནས་མདོར་བསྡུས་ན་རྡོ་རྗེ་ཡིན་ནི་གནད་བདུན་འདི་དག་གོ་ཟེར་རྡོ་རྗེ་གནད་བདུན་དེ་བརྗོད་བྱར་ངོས་འཛིན་བྱས་ནས་དེའི་རྗོད་བྱེད་ཀྱི་གནད་བདུན་པོ་དེ་གར་སོང་བ་རེད་ཟེར་ན། དེ་དག་རང་མཚན་ཉིད་ཀྱིས་སོ་སོ་བ། གོ་རིམ་ཇི་བཞིན་གཟུངས་ཀྱི་རྒྱར་ཀུན་འདུར། གླིང་བཞི་ལས་ནི་གནས་གསུམ་རིག་བྱེད་དེ། བཞི་ནི་བློ་ལྡན་རྒྱར་ཆོས་དབྱེ་བ་ལས། ཟེར་ནས་གསུངས་ཡོང་དུས། དེ་ནས། རྒྱུད་བླ་མའི་ནང་གི་དེ་ནས་དགོངས་དོན་དེ། དེ་ནས་གཙོ་བོ། གཟུངས་ཀྱི་དབང་ཕྱུག་རྒྱལ་པོས་ཞུས་པའི་མདོ་གི་ནང་ལ་ཀྱི་མ། སྦྱར་ནས་ཡང་གསུངས་ཡོད་རེད་ལ། དེ་ནས་ཡང་གཅིག་གནས་སོ་སོ་སོ་སོ་དེ། མདོ་སོ་སོ་སོ་སོ་ལ་སྦྱར་ནས་གསུངས་ཞེས་པ་དེ་འདྲའི་ཡོད་རེད། བུ་མོ་རིན་ཆེན་གྱིས་ཞུས་པའི་མདོ་སེ་ཡ་འདྲ་དང་ཕལ་ཆེར་མེད་པར་བསྟན་པའི་གི་མདོ་སེ་ཡ་འདྲ་དང་གཟུངས་ཀྱི་དབང་ཕྱུག་རྒྱལ་པོས་ཞུས་པའི་མདོ་སེ་ཡ་འདྲ་བོ་དག་དེ་འདྲའི་གི་ངེས་དོན་གྱི་མདོ་སྡེ་རིགས་སོ་སོ་བ་དེ་འདྲའི་གི་དེ་ནི་དགོངས་འགྲེལ་གྱི་བསྟན་བཅོས་དེ་འདྲ་ཞིག་ཆགས་ཡོང་གི་ཡོད་རེད་ཟེར་ན་ད་རྒྱུད་བླ་མ་དེ་སྤྱི་དང་ངེས་དོན་མདོ་ཡི་བསྟན་བཅོས་རེད་དེ་ནས་ན་ལྷག་པར་དུ་ངེས་དོན་གྱི་མདོ་སྡེ་རིགས་དུ་མའི་གི་དེ་ནི་དགོངས་འགྲེལ་གྱི་བསྟན་བཅོས་ཆགས་ཡོང་གི་ཡོད་ཟེར་ནས་ད་དེ་འདྲའི་ཆེད་ནས་གསུངས་ཡོང་གི་ཡོད་རེད་དེ་བྱས་ཙང་དེ་ནི་རྗེའི་རྣམ་པ་གཉིས་པོ་དེ་དྲང་དོན་གྱི་མདོ་སྡེ་གི་དགོངས་འགྲེལ་དེ་ནི། དབུས་མཐའ་རྣམས་ཀྱི་མཐའ་དང་དེ་རྒྱུད་བླ་མ་དང་ཕར་ཕྱིན་སྔོན་རྡོ་རྗེ་གཉིས་པོ་དེ་ངེས་དོན་གྱི་མདོ་སྡེ་དགོངས་འགྲེལ་དག་དེའི་ངེས་དོན་ལྟར་དང་དག་ཞུས་པ་ནང་བཞིན་ཆེན་རིགས་གཉིས་སུ་དབྱེ་ཡོང་གི་ཡོད་རེད། དེ་ནས་ད་ལྟ་འདི་མདོ་སྡེ་རྗེས་འདྲ་ཅན་ཡིན་ན། ངེས་དོན་དང་དྲང་དོན་དྲང་ངེས་འདྲིས་མེད་ཀྱི་མདོ་ཡི་དགོངས་འགྲེལ་ཡིན་གསུང་གི་ཡོད་རེད་རྒྱུ་མཚན་གར་བྱས་ཟེར་ན་རྒྱུད་བླ་མའི་གི་ནང་ལ། དེ་ནས་ངེས་དོན་ཡིན་པའི་གི་ཆ་དེ་འདྲ་ཡང་མང་པོ་ཡོད་ད་ལྟ་འདི་མདོ་སྡེ་རྗེས་ཀྱི་ནང་ལ་ངེས་དོན་གྱི་སྐབས་བསྟན་པའི་སྐབས་ཚད་དེ་འདྲ་ཡང་མང་པོ་ཡོད་ཆོག་གི་རེད། དེ་ནས་ཡང་མདོ་སྡེ་ཅན་གྱི་ནང་ལ་རིག་བྱེད་ཀྱི་རིགས་ཡོད་པ་གསུངས་ཡོད་རེད། རིག་བྱེད་ཀྱི་རིགས་ཡོད་པ་གསུངས་ཡོད་འདུག་ཙང་ནས་ད་དེ་ཚོད་ཀྱི་ཆ་འདྲ་ཅན་ཡིན་ན་དྲང་དོན་གྱི་མདོ་ཡི་དགོངས་འགྲེལ་དེ་འདྲ་ཆགས་ཡོང་གི་ཡོད་རེད་གསུངས་རེད་དེ་བྱེད་དུས་དེ་ནས་ད་ལྟ་འདི་མདོ་སྡེ་ཅན་དེ་དྲང་ངེས་འབྲེལ་མེད་ཀྱི་དེ་ནས་བསྟན་བཅོས་དེ་འདྲ་ཅན་ཡིན་ཟེར་ནས་འོ་ད་དེ་འདྲ་བྱས་ནས་དེ་ནས་བྱམས་ཆོས་སྡེ་ལྔ་པོ་དེ་གའི། དེ་ནས་ལྡེ་བར་གཤེགས་པས་བཀའ་ཡི་དགོངས་པ་འགྲེལ་ཚུལ་འདྲ་བོ་ཅིག་ལ། དེ་ནས་ས་བཅད་ཀྱི་ཕྱོགས་ནས་ལ་ཕལ་ཆེར་དེ་ནས་འདྲ་བོ་ཅིག་གསུངས་ཡོང་དགོས་ས་རེད། དེ་ནས་ཡང་དེ་ནང་བཞིན་བོད་ཀྱི་དེ་ནས་མཁས་པ་ཁ་ཤས་ཀྱིས་གསུངས་ཡོང་དུས་ཙང་ནས། དེ་ནས་བྱམས་ཆོས་སྡེ་ལྔ་དེ་མདོ་སོ་སོ་བས་ཀྱི་དེ་ནས་དགོངས་འགྲེལ་གྱི་བསྟན་བཅོས་དང། མདོ་ཐུན་མོང་གི་དགོངས་འགྲེལ་གྱི་བསྟན་བཅོས་ས་ཡ་ཡང་དེ་འདྲའི་ཡང་སྦྱར་ཡོང་གི་ཡོད་རེད་དེ་སྦྱར་ཡོང་དུས་ཙང་ནས་དཔེར་ན་དེ་ནས་དེ་དང་དེ་བྱམས་ཆོས་སྡེ་ལྔའི་ནང་ལ་དེ་ནས། མདོ་སྡེ་ཅན་འདྲ་བོ་ཅིག་ཡིན་ན། ཁུངས་གཏུགས་ས་གཙོ་བོ་དེ་སངས་རྒྱས་ཀྱི་ས་ཡི་མདོ་ཟེར་ཡ་དེ་ལ་གཏུགས་ཡོང་གི་ཡོད་རེད་གསུངས་པ་རེད། དེ་ནས་ཕར་ཕྱིན་དངོས་མདོ་ཅན་འདྲ་ཅིག་ཡིན་ན་ཤེར་ཕྱིན་གྱི་མདོ་དེ་ལ་ཁུངས་གཏུགས་ཡོང་གི་ཡོད་རེད། དེ་ནས་རྒྱུད་བླ་མ་འདྲ་ཅིག་ཡིན་ན་ད་གཙོ་བོ་གཟུངས་ཀྱི་དབང་ཕྱུག་རྒྱལ་པོས་ཞུས་པའི་གི་མདོ་ལ་དེ་ནས་ཁུངས་གཏུགས་ཡོང་གི་ཡོད་རེད་དེ་ཡིན་དུས་མདོ་སྡེ་ཅན་དང་ཤེར་ཕྱིན་དང་རྒྱུད་བླ་མ་གསུམ་པོ་དེ་མདོ་སོ་སོ་བས་གི་དགོངས་འགྲེལ་གྱི་བསྟན་བཅོས་རེད། དེ་ནས་དབུས་མཐའ་རྣམ་འབྱེད་དང་ཆོས་ཉིད་རྣམ་འབྱེད་རྣམ་པ་གཉིས་པོ་འདྲ་གཅིག་ཡིན་ན། དེ་ནས་མདོ་ཐུན་མོང་གི་དེ་ནས་དགོངས་འགྲེལ་གྱི་བསྟན་བཅོས་དེ་འདྲའི་ཞིག་ཆགས་ཡོང་གི་ཡོད་རེད་ཟེར་ན་ཡང་དེ་འདྲའི་གི་བྱམས་ཆོས་སྡེ་འགའ་འདྲ་ཞིག་རྒྱ་མཚོར་སྐྱེ་ཡོང་གི་ཡོད་ས་རེད་གཅིག་རེད། དེ་ནས་ཡང་ཁ་ཤས་ཀྱིས་གསུངས་ཡོང་དུས་ཙང་ནས་ད་ལྟ་འདི་བྱམས་ཆོས་སྡེ་འགའ་དེ། ད་ནས་གཙོ་བོ་ལུས་ལྟ་བུ་གི་བསྟན་བཅོས་གསུམ། དེ་ནས་བྱེད་པ་ཡན་ལག་ལྟ་བུ་བསྟན་བཅོས་གསུམ་ཟེར་ན་ཡང་དེ་འདྲའི་རྣམ་གཞག་ཅིག་གསུངས་པ་རེད། དེ་བྱས་ཡོང་དུས་ཙང་ནས་དཔེར་ན་གཙོ་བོ་ལུས་ལྟ་བུ་བསྟན་བཅོས་གསུམ་ཟེར་ཡ་འདི། དེ་ནས་ཕར་ཕྱིན་མངོན་རྟོགས་རྒྱན་དང། མདོ་སྡེ་རྒྱན་དང། དབུས་མཐའ་རྣམ་འབྱེད་གསུམ་པོ་དེ་ལ་གཙོ་བོ་ལུས་ལྟ་བུ་བསྟན་བཅོས་གསུམ་ཟེར་གྱི་ཡོད་རེད། དེ་ནས་འཁྲུལ་པ་ཡན་ལག་ལྟ་བུ་བསྟན་བཅོས་གསུམ་འཁྲུལ་པ་ཡན་ལག་ལྟ་བུ་བསྟན་བཅོས་གཉིས་ཟེར་གྱི་འདུག་ཙང་ནས། དཔེར་ན་ད་ནི་མདོ་སྡེ་རྒྱན་གྱི་གནས་སྐབས་སུ། རིགས་ཀྱི་སྐབས་འདྲ་གཅིག་ཡིན་ན། ད་ནི་དེ་དང་དེའི་རིགས་ལ་རྣམ་པ་ལྔ་བྱས་ཡོང་གི་ཡོད་རེད་རིག་བྱེད་རེ་དང་མ་ངེས་རེ་ཉན་ཐོས་རེ་དང་རང་ཅེར་ཐིགས་པ་ཆེན་པོ་རེ་ཟེར་ནས་ལྔ་བྱས་དེའི་ནང་ནས་ཡང་ལྷག་པར་དུ་རིག་བྱེད་ཀྱི་རིགས་དེ་ལ། ལ་ལ་གཅིག་ཏུ་ཉེས་པ་བཅོས་ངེས་ཡོད་ལ་ལ་དཀར་པོའི་ཆོས་རྣམས་ཀུན་དུ་འགྱུར། དཀར་པོ་དམན་པ་ཡོད་པ་འགྱོད་དང་བྲག་ར་ཟེར་ཡང་འགྲོ་ད་དེ་འདྲའི་གི་རིགས་ཆའི་རིགས་ལ་རྣམ་པ་དབྱེ་བ་ལྔ་ཙམ་གསུངས་ཡོང་གི་ཡོད་རེད་དེ་ཡིན་དུས་ཙང་ནས་དེ་ནས་དེའི་རིགས་ཀྱི་སྐོར་ནས་བར་འཕྲོས་ནས་དེ་ནས་རྒྱུད་བླ་མའི་གནས་སྐབས་སུ་རྫོགས་ཆེན་ཀུན་ནས་འཕྲོ་ཕྱིར་དང་དེ་བཞིན་ཉིད་དབྱེར་མེད་ཆེ་དང་རིགས་ཡོད་ཕྱིར་ན་ལུས་ཅན་རྟག་ཏུ་སངས་རྒྱས་སྙིང་པོ་ཅན་ཟེར་ནས་སེམས་ཅན་ཐམས་ཅད་དེའི་རིགས་ལྡན་ཡིན་པ་དེ་འདྲ་ཅིག་བསྒྲུབས་ཡོང་གི་ཡོད་རེད་དེ་བྱེད་དུས་ཙང་ནས་རྒྱུད་བླ་མ་དེ་མདོ་སྡེ་རྒྱན་གྱི་དེ་ནས་རིགས་ལས་བར་འཕྲོས་པའི་གི་དེ་ནས་བསྟན་བཅོས་དེ་འདྲ་ཅིག་རེད་འཕྲོས་པ་ཡིན་ན་ལྟ་བུ་བསྟན་བཅོས་གཅིག་དེ་རེད། དེ་ནས་འཁྲུལ་པ་ཡན་ལག་ལྟ་བུའི་བསྟན་བཅོས་གཉིས་པ་དེ་ཆོས་ཉིད་རྣམ་འབྱེད་རེད་ཆོས་ཉིད་རྣམ་འབྱེད་དེ་ག་ས་ན་དབུས་མཐའ་རྣམ་འབྱེད་ལས་འཕྲོས་པ་རེད་གསུངས་པ་རེད། རྒྱུ་མཚན་ག་ས་ན་དབུས་མཐའ་རྣམ་འབྱེད་འདི་ལ་དོན་བདུན་ཡོད་རེད་དོན་བདུན་ཡོད་དུས་རྩ་ནས་དེའི་དོན་དང་པོ་དྲུག་དེ་འདྲ་བོ་གཅིག་ན་ཐིགས་པ་ཐུན་མོང་གི་ལམ་གྱི་རིམ་པ་དང་འབྲས་བུ་བསྟན་པའི་སྐབས་རེད། དེ་ནས་ད་ལྟ་འདི་དབུས་མཐའ་རྣམ་འབྱེད་དེ་ལ་དོན་ཚན་བདུན་པ་ཅིག་ཡོད་རེད་དེ་བདུན་པ་དེ་ནང་ལ་ཐིགས་པ་བླ་ན་མེད་པའོ་གསུངས་ཡོད་རེད་ཐིགས་པ་བླ་ན་མེད་པའོ་ཟེར་ཡ་དེ་ནས་བར་འཕྲོས་ནས་དེ་ནས་ཆོས་ཉིད་རྣམ་འབྱེད་ཀྱི་ཐེག་ཆེན་ཐུན་མོང་མ་ཡིན་པའི་གི་ཅིག་ལྟ་སྒོམ་སྤྱོད་པ་ཉམས་སུ་ལེན་ཚང་དེ་འདྲས་ཅིག་གསུངས་ཡོང་གི་ཡོད་རེད་འོ་དེ་བྱེད་དུས་ཚང་ནས་དེ་ནས་རྒྱུད་བླ་མ་དང་ཆོས་ཉིད་རྣམ་འབྱེད་རྣམ་པ་གཉིས་པོ་དེ་འཕྲོས་པ་ཡན་ལག་ལྟ་བུ་བསྟན་བཅོས་ཟེར་ནས་འོ་ད་དེ་འདྲས་བྱས་ནས་བྱམས་ཆུས་སྡེ་ལྔ། ངོས་འཛིན་བྱེད་ད་ཐེངས་རེ་སོང་ཡོང་དགོས་འདུག་ད་དེ་བྱེད་དུས་ཙང་ནས་ང་རང་ཚོ་ད་རང་ལུགས་འདྲ་བོ་ཟེར་དགོས་རེད་བ་དེ་གཙོ་བོ་ག་རེ་ཤེས་དགོས་ས་རེད་ཟེར་ན་ད་ལྟ་ཀོང་སྤྲུལ་གྱི་དེ་ནས་རྒྱུད་བླ་མེད་ཀྱི་འབྲེལ་བའི་མགོ་ལ་འདི་སོང་འདི་བ་ཁ་ཟས་སྤྱི་བཏང་གི་བྱམས་ཆོས་སྡེ་ལྔ་པོ་ཡོངས་རྫོགས་དེ་ངེས་དོན་གྱི་དེ་ནས་ད་མདོ་སྡེ་དགེ་དགུང་འབྲེལ་ཡིན་པ་ཚང་མ་གཅིག་མཚུངས་རེད། རེད་དེ། ཡིན་ན་ཡང་བྱམས་ཆོས་སྡེ་ལྔ་དེ་ན་ལ་ངེས་དོན་གྱི་གནས་ལུགས་མཐར་ཐུག་དེ་སྟོན་ཚུལ་དེ་དེ་སུ་དེ་སུ་མ་འདྲ་བ་ཡོང་གི་རེད་ཟེར་ཡ་དེ་རེད་ད། དེ་བྱེད་དུས་ང་ཚོས་དཔེར་ན་ད་ལྟ་འདི་དགུང་གཅིག་གི་སྐབས་འདྲ་བྱས་ཡིན་ན། དེ་ནས་ཐེག་པ་སྣ་ཚོགས་བསྟན་པ་ངེས་དོན་ཆོས་ཀྱི་འཁོར་ལོ་ཟེར་ཡ་དེ་རེད་ད། ཐེག་པ་སྣ་ཚོགས་བསྟན་པ་ངེས་དོན་ཆོས་ཀྱི་འཁོར་ལོ་སོང་འདུག་ཙང་ནས་དེའི་སྐབས་ཀྱི་ཐེག་པ་སྣ་ཚོགས་བསྟན་པ་ཟེར་ཡ་འདི་མདོ་སྡེ་བླངས་ཤིག་གཙོ་བོར་བཟུང་བའི་ཐོག་ནས་ངེས་དོན་སྙིང་པོ་བསྟན་པའི་གི་མདོ་སྡེ་ཉི་ཤུ་ཐམ་པ་ཡོད་རེད་ད་ཁ་སང་ང་ཚོ་དགོང་ཕྱིའི་སྐབས་སུ་དེ་འདྲ་ཞིག་རོབ་ཙེ་ཅིག་ཞུས་ཡོད་རེད་དེ་ཡིན་དུས་དེ་འདྲའི་གི་མདོ་སྡེ་ཉི་ཤུ་དེ་གི་ད་ཅིག་དགོངས་འགྲེལ་གི་བསྟན་བཅོས་དེ་བྱམས་བརྒྱུད་དེ་འང་ཆགས་ཡོང་གི་ཡོད་རེད་དེ་བྱེད་དུས་རྩ་ནས་ད་ལྟ་དཔེར་ན་ཤེར་ཕྱིན་མངོན་རྟོགས་ཅན་འདྲ་ཅིག་ཡིན་ན། ད་གཙོ་བོ་བཀའ་བར་པའི་གི་སྦས་དོན་མངོན་རྟོགས་ཀྱི་རིམ་པ་དེ་བརྗོད་བྱའི་གཙོ་བོ་ལ་བཟུང་ནས་སོང་ཡོང་གི་ཡོད་རེད། ཡིན་ན་ཡང་བཀའ་བར་པ་གཅིག་པུ་གི་དགོངས་འགྲེལ་མ་རེད་དེའི་ནང་ལ་དེ་ནི་འཁོར་ལོ་ཐ་མའི་གི་བརྗོད་བྱ་རགས་ཙམ་གསུངས་ཞུས་ཡོད་རེད་དེ་བྱས་ནས་དེ་ནི་འཇམ་མགོན་གྱི་ཤེར་ཕྱིན་མངོན་རྟོགས་རྒྱན་གྱི་ངེས་དོན་སྙིང་པོའི་གི་དེ་ནི་ཆུ་སྐྱེས་རགས་པ། གཙོ་བོར་སྟོན་པ་དེ་ལ་དེ་ནི་ཤེར་ཕྱིན་མངོན་རྟོགས་ཅན་གསུངས་ཡོད་འདུག་བ་དེ་བྱེད་དུས་ད་ལྟ་འདི་དེའི་ཚིག་འདྲ་བོ་བྱས་ན་ཕལ་ཆེར་འདི་ཚོ་ཡིན་དགོས་ས་རེད། ད་ལྟ་ཕར་ཕྱིན་གྱི་ཡ་གི་རིགས་བཤད་པའི་སྐབས་ལ་སྐབས་དང་པོའི་རིགས་བཤད་པའི་སྐབས་ལ་ཆོས་ཀྱི་དབྱིངས་ལ་དབྱེར་མེད་ཅིག་རིགས་མཐའ་དེ་རུང་བ་ཡིན་གསུངས་ཡ་དེའི་སྐབས་ཀྱི་དེ་ནི་ཚིག་དེ་ཚོ་དང། དེ་ནི་མ་གི་རྩེ་སྦྱོར་བཤད་པའི་སྐབས་ལ་མཐོང་ལམ་རྩེ་སྦྱོར་བཤད་པའི་སྐབས་སུ་ཡོད་བ་འདི་ལ་གསར་བྱ་ཅི་ཡང་མི་བཞག་པར་བྱས་བ་ཅུང་ཟད་མེད་ཡང་དག་ཉིད་ལ་ཡང་དག་དང་ཡང་དག་མཐོང་ལམ་རྣམ་པར་གྲོལ་ཟེར་ཡ་དག་དེ་ཚོ་འདྲ་ཅིག་ཡིན་ན་དེ་ནི་ངེས་དོན་ད་ལྟ་འདི་ད།

ཆོས་ཉིད་རྣམ་བཞི་རྣམ་པ་གསུམ་པོ་དེ་རེད། དེ་གསུམ་པོ་དེ་གའི་ཤེར་ཕྱིན་མངོན་རྟོགས་རྒྱན་གྱི་ནང་ནས་གསུངས་བཞག་པ་དེ་ལས་དེ་ནས་གསར་ཁ་ཕྱེས་ཙམ་བྱས་ནས་དེ་ནས་ད་ལྟ་འདི་ལྟར་ངེས་དོན་སྙིང་པོའི་གི་མདོ་སྡེ་དེ་ཚོ་གི་དགོངས་དོན་དེ་མ་གསལ་བཤད་གནང་ཡོང་གི་ཡོད་རེད། དེ་ནས་དེ་དག་ལས་ཀྱང་ལྷག་པར་དུ་དག་གསལ་ཤོས་འདྲ་བོ་དེ་རྒྱུད་བླ་མའི་ནང་ལ་བསྟན་ཡོང་གི་ཡོད་རེད་དེ་བྱེད་དུས་དེ་ནས་དེ་འདྲའི་གི་སྒོ་ནས་ངེས་དོན་སྙིང་པོའི་ཆུ་སྐད་དེ་རགས་པ་བསྟན་པ་དེ་ལས་ཅུང་ཟད་ཕྲ་བ་བསྟན་པ་དང་ཤིན་ཏུ་མཐར་ཐུག་པ་བསྟན་པའོ་ད་དེ་འདྲའི་གི་རིམ་པ་རྣམ་པ་གསུམ་གི་ཐོག་ནས

གསུངས་པ་ནང་བཞིན་བྱས་ཡོང་དུས་ད་ནི་དགའ་ལྡན་ལྷ་ཡུལ་ལ་འཁྲིད་ནས། ད་ནི་དགའ་ལྡན་ལྷ་ཡུལ་དུ་ལྷ་ཡི་སྔ་དྲོ་གཅིག་གི་ཡུན་ཚད་ལ། མི་ལོ་ལྔ་བཅུ་ཐམ་པ་གསུངས་པར་བ་ད་དེ་ཡིན་དུས་དེ་འདྲའི་གཅིག་གི་རིང་ལ། ད་ནི་བྱམས་ཆོས་སྡེ་ལྔ་དེ་མ། ཆོས་ཐུན་གཅིག་གི་ནང་ལ་གསུངས་བཞག་པ་རེད་གསུངས་གི་ཡོད་རེད་བ་ད་དེ་ཡིན་དུས་གང་ལྟར་ག་རེ་ཡིན་མིན་ལ་མ་ལྟོས་པར་དང་པོ་དེ་ཕར་ཕྱིན་སྔོན་རྡོ་རྗེས་གསུངས་པ་རེད། དེ་བྱེད་དུས་ཙང་ནས་བྱམས་ཆོས་སྡེ་ལྔ་གཞན་དག་ལ་མཆོད་བརྗོད་གཏན་ནས་ཡོད་མ་རེད་ཕར་ཕྱིན་སྔོན་རྡོ་རྗེ་གཅིག་པུ་ལ་མཆོད་བརྗོད་ཡོད་རེད་ཡུམ་མཁྱེན་གསུམ་ལ་དེ་ནས་མཆོད་པར་བརྗོད་བྱེད་དུ་བ་དེ་བྱེད་དུས་མགོ་དེ་ཤེར་ཕྱིན་སྔོན་རྡོ་རྗེ་གིས་བཙུགས་པ་རེད་དེའི་རྒྱུགས་ལ་དེ་ནས་མདོ་སྡེ་ཅན་རེད་དེ་ནས་དབུས་མཐའ་རྣམ་རྒྱལ་རེད་དེ་ནས་ཆོས་ཉིད་རྣམ་རྒྱལ་རེད་དེ་ནས་མཐའ་མ་དེ་ལ་རྒྱུད་བླ་མ་གསུང་ཡོད་རེད་གང་ཡིན་ཟེར་ན་རྒྱུད་བླ་མའི་གིས་དེ་ནས་དེ་དང་དེ་མཇུག་ལ་བསྔོ་བ་དང་སྨོན་ལམ་ཆ་ཚང་ཡོད་རེད། ཡང་ད་ལྟ་འདི་བྱམས་ཆོས་གཞན་དག་གི་ནང་ལ་འཇུག་ལ་དེ་ནས་བསྔོ་བ་ལ་སོགས་པ་དེ་འདྲ་གང་ཡང་ཡོད་མ་རེད་འོ་ད་དེ་འདྲ་བྱས་ཡོང་དུས་ཙང་ནས་བྱམས་ཆོས་སྡེ་ལྔའི་གི་དག་ཅིག་གོ་རིམ་གི་སྐོར་ནས་འོ་དེ་འདྲ་ཅིག་ཐུགས་བསམ་བཞེས་དགོས་འོས་ས་རེད། ད་དེ་བྱས་དུས་ད་ནངས་ང་རང་ཚོ་གི་འདི་ནས་མ་ད་ཞུ་ཡག་དེ་དེ་ནས་དབུས་མཐའ་རྣམ་པར་འབྱེད་པའི་གི་དག་བསྟན་བཅོས་ཟེར་ཡག་དེ་སོང་རེད་ད་འདི་དེ་ནས་བྱམས་ཆོས་གི་ནང་ནས་ངེས་དོན་སྙིང་པོའི་གི་དེ་ནས་ཅིག་ད་ལྟ་བ་སྟོན་པའི་བསྟན་བཅོས། གཙོ་བོ་དབུ་མེད་ཀྱི་བསྟན་བཅོས་ཟེར་ཡག་དག་དེ་འདྲས་ཅིག་ཆགས་ཡོང་གི་ཡོད་རེད་དེ་ཡིན་དུས་ཙང་ནས་དེ་ནས་འདི་འདྲས་ཀྱི་བསྟན་བཅོས་དེ་ཉིད་ཞུ་བར་བྱེད་པ་ལ། དེ་ནས་ཐོག་མར་དགེ་བ་སླད་ཀྱི་དོན་དང་བར་དུ་དགེ་བ་གཞུང་གི་དོན་མཐའ་མར་དགེ་བ་མཇུག་གི་དོན། དེ་ནས་རྣམ་པ་གསུམ་ཡོད་པའི་ནང་ནས་དང་པོ་ཐོག་མར་དགེ་བ་སླད་དོན་ཞེས་པ་དེ་རེད་ད་ཐོག་མར་དགེ་བ་སླད་ཀྱི་དོན་ཞེས་པ་དེ་ལ་དེ་ནས་མཚན་དོན་དང་འགྱུར་ཆགས་ཟེར་ཡག་དག་དེ་འདྲ་བོ་རྣམ་པ་གཉིས་ཡིན་པ་རེད

དེ་ནང་བཞིན་དུ། དབུ་མེད་ཀྱི་ལམ་མ་ཡིན་པ། མཐའ་ལ་ལྷུང་བདེ་བའི་ཀྱི་ལམ་ཀ་དེ་ག་འདྲས་ཅིག་ཡིན་པ། དེ་འདྲས་ཀྱི་དབུས་དང་མཐའ་གཉིས་ཀྱི་དབྱེ་ཞིབ་དེ་མ་དེ་ནི་གནང་ཡོང་བ་ཡིན་དུས་ཙང་ནས་དབུས་མཐའ་རྣམ་པར་འབྱེད་པ་གསུངས་པ་དེ་ནི་ཀར་ཀ་ཟེར་ཡ་དེ། ཚིག་ལྷུག་ཐུག་ནས་གསུངས་བཞག་པ་མ་ཡིན་པ་ཚིགས་བཅད་ཀུན་ལ་བསྟན་བཞག་པ་དེ་འདྲས་ཅིག་ཡིན་དུས་ཙང་ནས་ཚིག་ལེའུར་བྱས་པ་གསུངས་རེད། ད་དེ་བྱེད་དུས་ཚང་ནས་ཅི་དང་དེ་ནས་བསྟན་བཅོས་ལ་མིང་འདོགས་ཚུལ་དང་རིང་འདྲ་མ་འདྲ་མང་པོ་ཡོང་གི་རེད་བ། དེ་བྱེད་དུས་ཚང་ནས་དེ་ནས་ཅིང་དེ་གཙོ་བོ་དང་བརྗོད་བྱེད་རྗོད་བྱེད་ཀྱི་ཐོག་ནས་བྱེད་ལས་ཀྱི་ཐོག་ནས་མིང་བཏགས་བཞག་པ་ཡིན་པ་རེད། དེ་ནས་ཡང་སྐབས་འགའ་ཞིག་ལ་ད་ལྟ་འདི་གནས་ཀྱི་སྒོ་ནས་མིང་བཏགས་པ་ཟེར་ཡང་འདྲ་དང་ཞོལ་བ་པོ་མིང་སྒོ་ནས་མིང་བཏགས་པ་ཟེར་ཡང་འདྲ་དང་དེ་ནས་ཅིག་ཤོ་ལོ་ཀ་གྲངས་ཚད་ཐོག་ནས་མིང་བཏགས་བཞག་པ་དེ་ནས་མང་པོ་ཡོང་གི་འདུག་བ་ད་ད་ལྟ་ང་ཚོ་འདི་གཙོ་བོ་དེ་ནི་གཅིག་བརྗོད་བྱ་དོན་གྱི་ཐོག་ནས་དེ་ནི་མིང་བཏགས་བྱས་པ་དེའོ་ད་དེ་འདྲའི་སྤྱིའི་དབྱིངས་ཀྱི་ཡུལ་ཟེར་དབུས་དང་དང་རྣམ་པར་འབྱེད་པ་ཟེར་ཡ་དང། འོ་དེ་འདྲས་ད་འདིའི་མཚན་རྒྱ་སྐད་དུ་སྨོས་དགོས་པའི་རྒྱུ་མཚན་དང་བོད་སྐད་དུ་སྨོས་དགོས་པའི་རྒྱུ་མཚན་ལ་སོགས་པ་ནི་མི་ཚེ་ཞོ་མོ་གོ་བ་ཆེ་ནམ་ཅོན་ང་ཚོ་འཛིན་གྲྭ་དང་པོའི་སྐབས་སུ་སྤྱོད་འཇུག་གི་མཚན་དོན་ཡག་པོ་གཅིག་རྒྱང་ཚར་བ་ཡོད་པ་ཡིན་ན་དེ་ནི་འདིའི་མཚན་དོན་དང་བརྗོད་བྱ་ནི་ལས་སླ་བོ་ཆགས་ཚར་བ་འོ་དེ་བཞིན་དུ་དེ་ཞོ་མོ་གོ་བ་ཆེ་ཚིག་ལེའུར་བྱས་པ་སོགས། དག་དེ་ནས་གཉིས་པ་དེ་ནི་ད་ལྟ་འདི་འགྱུར་ཆགས་རེད་སྦྱངས་པར་གཞོན་ནུ་གྱུར་པ་ལ་ཕྱག་འཚལ་ལོ། ད་འདི་རྔོན་པའི་སྡེ་སྣོད་དགོས་མོ་དེ་བྱས་པ་ཡིན་ན་རྔོན་པའི་སྡེ་སྣོད་ཀྱི་ཁོངས་སུ་གཏོགས་པ་དེ་འདྲ་ཅིག་ཡིན་པ་རེད་ངོ་དེ་བྱས་དུས་ཚང་ནས་སྦྱངས་པའི་གཞོན་ནུ་གྱུར་པ་ལ་ཕྱག་འཚལ་གསུངས། དག་དེ་ནས་གཉིས་པ་དེ་ནི་བར་དུ་བརྒལ་བ་གཞུང་དོན་བཤད་པ་ཟེར་ཡ་དེ་རེད་ད་བར་དུ་བརྒལ་བ་གཞུང་གི་དོན་བཤད་པ་དེ་ལ་དེ་ནི་སྡོམ་གྱི་སྒོ་ནས་མདོར་བསྟན་པ་དང་དེའི་དོན་རྒྱས་པར་བཤད་པ་ཟེར་ཡ་དེ་འདྲ་ཅིག། ཡང་ན་ང་ཚོ་ཤེར་ཕྱིན་མངོན་རྟོགས་ཅན་གྱི་དེ་ནས་ད་དང་དེ་གཞུང་ལ་སྦྱར་ནས་ཞུས་བྱ་བ་ཡིན་ན་ཅི་ལྟར་ནམ་རྒྱུན་འདི་གསུངས་འདུག་བ་གར་སེར་ལྷོ་དཔུང་དབྱིག་གཉེན་གྱི་མན་ངག་རོ། མདོ་རྣམས་འཆད་པར་འདོད་པ་ལ་ངས་ནི་མན་ངག་སྦྱིན་པར་བྱ་གུས་པ་འདུས་པས་དོན་ཅི་དང་ཚིག་དོན་ཅི་དང་མཚམས་སྦྱར་གྱི་བརྒལ་ལན་བྱས་ཏེ་རྙེད་པར་བྱ་གསུངས་རེ། དེ་ཕྱི་དུས་ཚང་ནས། དེ་ནས་ཐོག་མར། དགོས་དོན་བསྟན་པའི་གཞུང། དེ་ནས་འདོད་དོན་བསྟན་པའི་གཞུང། དེ་ནས་ད་དང་དེ་ད། ཚིག་དོན་བསྟན་པའི་གཞུང་དེ་ནས་མཚམས་སྦྱར་བསྟན་པའི་གཞུང་དེ་ནས་བརྒལ་ལན་བསྟན་པའི་གཞུང་ཟེར་ན་ད་དེ་འདྲའི་གི་དེ་ཚེ་ལྔའི་སྒོ་ནས་མ་བཤད་དགོས་ཡོད་རེད་བ། དེ་བྱེད་དུས་ཙང་ནས་དགོས་དོན་དེ་ཐོག་མར་བཤད་དགོས་པའི་རྒྱུ་མཚན་ག་ཟེར་ན། ཉན་པ་པོ་དེ་གོས་བྱེད་པ་ཐོག་མར་དགོས་པ་བརྗོད་པར་བྱ་གསུངས་པ་རེད། ཉན་པ་པོ་དེ་ཚོ་སྤྲོ་བ་བསྐྱེད་པར་བྱེད་པའི་ཆེད་དུ་ཐོག་མར་དགོས་དོན་བསྟན་དགོས་རེད་གསུངས་འདུག་བ་དེ་གསུངས་དུས་ཙང་ནས་ད་ད་ལྟ་ང་ཚོ་མཚན་དོན་ནང་ལ་བལྟས་ན་ཡང་འདི་དཔེ་ཆ་འདི་གི་དགོས་དོན་དེ་ཚེ་ཆེ་ཧ་གོ་འགྲོ་གི་འདུག་བ། འདིའི་གཞུང་འདི་ལ་བརྟེན་ནས། དེ་ནི་ཆེས་སྔོན་གནས་ཀྱི་དབུ་མེད་ཀྱི་ལམ་ག་རེ་ག་རེ་ཡིན་པ། མཐའ་ལ་ལྷོང་བས་ཀྱི་ལམ་ག་རེ་ག་རེ་ཡིན་པ། དེ་འཕྲལ་གྱི་དབུས་དང་མཐའ་གཉིས་པོ་དེ་གའི་དབྱེ་ཞིབ། གསལ་པོ་ཅིག་འདི་ནས་ལ་མ་བསྟན་བྱ་བ་ཡིན་དུས་ཚང་ནས་འདིའི་བསྟན་བཅོས་འདི་ལ་བརྟེན་ནས་གནས་སྐབས་སུ་དེ་ནི་ཆེས་དབུས་དང་མཐའ་ཡི་དེ་ནི་རྣམ་འབྱེད་ལ་མཁས་པ་དང། དེ་ལ་བརྟེན་ནས་དེ་ནི་མཐར་ཐུག་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དེ་ནི་རང་རྒྱུད་ལ་འདྲེན་པར་བྱེད་པ་ལ་སོགས་པ་དེ་དག་གི་དེ་འཕྲལ་གྱི་དགོས་པ་ཡོད་པ་ཡིན་པ་རེད་དེ་ཡིན་དུས་དགོས་དོན་རེད། ད་བསྡུས་དོན་ལུས་རྣམ་བཞག་དེ་འདིའི་རྩ་ཚིག་གི་དངོས་བསྟན་རེད། ད་ལྟ་སྡོམ་གྱི་སྒོ་ནས་མདོར་བསྟན་པ་སའི་འདུལ་དོན་ལུས་རྣམ་བཞག་རེད། ད་དེ་ལ་ག་རེ་གསུངས་འདུག་ཟེར་ན་མཚན་ཉིད་སྒྲིབ་པ་དེ་ཁོ་ན་གཉེན་པོ་དག་ནས་བསྒོམ་པ་དང་དེ་ཡི་གནས་དང་འབྲས་བུ་ཐོབ་ཐིག་པ་བླ་ན་མེད་པའོ་ཞེས་བྱ་བ་ད་དེ་གསུངས་རེད། ད་དེ་གསུངས་དུས་ཙང་ནས་དེ་ནས་འདི་ལ་ད་རྣམ་པ་གཉིས་སུ་བག་ཡས་དགོས་རེད་འདི་དོན་ཚན་ཤོ་ལོ་ཀ་འདི་ལ་ག་རེ་གཉིས་ཡོད་རེད་ཟེར་ན། ཐིགས་པ་ཐུན་མོང་བའི་ཀྱི་ཚུལ་གཅིག་དང། ཐིགས་ཆེན་ཐུན་མོང་མ་ཡིན་པའི་ཀྱི་ཚུལ་དེ་འདྲ་རྣམ་པ་གཉིས་བསྟན་པར་འདི་སྐབས་སུ། དང་པོ་མཚན་ཉིད་སྒྲིབ་པ་དེ་ཁོ་ན་གཉེན་པོ་དག་ནི་བསྒོམ་པ་དང་དེ་ཡི་གནས་དང་འབྲས་བུ་ཐོབ་ཟེར་ཡ་དེ་ཀྱི་ཐིགས་པ་ཐུན་མོང་བའི་ཚུལ་དེ་བཤད་པ་རེད། དེ་ནས་དེའི་འོག་ཏུ་ཐིགས་པ་བླ་ན་མེད་པའོ་ཟེར་ཡ་དེ་ཀྱི་ཐིགས་པ་ཆེན་པོ་ཐུན་མོང་མ་ཡིན་པའི་ཚུལ་དུ་བཤད་ཡོང་གི་ཡོད་རེད། འོ་དེ་འདྲ་བྱས་ཡོང་དུས་དང་པོ་དཔེར་ན་ཐིགས་པ་ཐུན་མོང་བའི་ཀྱི་ཚུལ་དེ་ལ་ཡང། དེ་ནས། ག་རེ་ཡོད་རེད་ཟེར་ཡོང་དུས། ཤེས་བྱ་ཀྱི་ཡུལ། ཉམས་སུ་ལེན་པའི་གི་ལམ། ལམ་དེ་གི་འབྲས་བུ། ད་ཐེངས་འདིར་སྡེ་ཚན་རྣམ་པ་གསུམ་ཆགས་ཡོང་གི་ཡོད་རེད། ཨ། ཐོག་མར་ད་ནི་ད་དང་འདི་ང་ཚོ་ཤེར་ཕྱིན་གྱི་སྐབས་འདྲ་ཅིག་ཡིན་ན་ཡང། ཨ། ད་ནི། ཤེས་བྱ་མཁྱེན་པ་གསུམ། ཉམས་ལེན་སྦྱོར་བ་བཞི། འབྲས་བུ་བཅུ་དགུ་ཟེར་ན་གསུངས་ཡོང་གི་འདུག་བ། འདིར་གསུངས་པ་ནང་བཞིན་བྱས་ནས་ད་ལྟ་འདི་ལ་ཡང། ཨ། ད་ནི་ཤེས་བྱ་དང། ལམ་ཉམས་ལེན་དང། འབྲས་བུ་ཟེར་ན་ད་དེ་འདྲ་སྡེ་ཚན་རྣམ་པ་གསུམ་དུ་ཕྱེ་དགོས་རེད། དེ་ཕྱེ་ཡོང་དུས་དང་པོ་མཚན་ཉིད་སྒྲིབ་པ་དེ་ཁོ་ན་ཟེར་ཡག་དེ་གི་ཤེས་བྱ་རེད། ཤེས་བྱ་གཏན་ལ་ཕབ་ཡོང་གི་ཡོད་རེད། ཤེས་བྱ་གཏན་ལ་ག་རེ་ཕབ་ཡོང་དགོས་ཟེར་ང་ཚོ་ཐོག་མར་ག་རེ་ཤེས་འགོག་རེད་ཟེར་ཡོང་དུས་ཙང་ནས་དེ་ནས་ད་ལྟ་འདི། ཤེས་བྱ་གཅིག་གིས་རང་དང་གཅིག་གི་མཚན་ཉིད་དེ་ཤེས་འགོག་གི་ཡོད་རེད། དེ་འདྲ་ཡིན་ཙང་མཚན་ཉིད་ཤེས་པ་ཟེར་ཡག་དེ་གཅིག་རེད་བརྗོད་བྱ་གཅིག་མཚན་ཉིད་རེད། ཐོག་མར་ཁོ་ན་བསྟན་བཅོས་ཀྱི་གླུའི་རྣམ་པར་བཞག་པ་ནས་གསུང་དུ་བ་དག་སྟེ་མཚམས་སྦྱོར་རོལ་བ། དེ་ཡིན་དུས་ཐོག་མར་མཚན་ཉིད་བཞེངས་དགོས་ཀྱི་རེད། ཤེས་བྱ་སྤྱི་དང་རང་གི་མཚན་ཉིད་དེ་ཐོས་བསམ་གྱི་སྟེང་ན་ལེགས་པར་ཕབ་ནས་དེ་ནས་འགྲོ་དགོས་ཀྱི་ཡོད་རེད། དེ་ཡིན་དུས་དང་པོ་མཚན་ཉིད་བཤད་པ་རེད། གཉིས་པ་དེ་ནི་ད་ལྟ་འདི་སྒྲིབ་པ་ཤེས་པ་ཆགས་ཡོང་གི་ཡོད་རེད་ད་སྒྲིབ་པ་ཤེས་པ་ཟེར་ཡོང་དུས་རྩ་ནས། ད་ལྟ་འདི་ད། དང་པོ་མཚན་ཉིད་བཤད་པའི་སྐབས་སུ། ཀུན་ཉུང་འཁོར་བ་དང། རྣམ་བྱང་མྱང་འདས་གཉིས་ཀྱི་དེ་ནས་ཅིག་དབྱེ་མཚམས་འདྲ་བོ་དང་མཚན་ཉིད་དེ་དག་མ་སོ་སོ་མ་འདྲེས་པ་བཤད་དགོས་རུང་སང་ཉིན་འོག་ནས་རྒྱས་བཤད་སྐབས་ལ་ཀུན་ཉུང་འཁོར་བ་གི་མཚན་ཉིད་ཕལ་ཆེར་བཅོ་བརྒྱད་ཙམ་གྱི་སྟེང་ཡོང་གི་ཡོད་ས་ཡོད། དེ་ནས་དེ་ནང་བཞིན་རྣམ་བྱང་མྱང་འདས་ཀྱི་མཚན་ཉིད་བཤད་ཡོང་གི་ཡོད་རེད་དེ་བྱེད་དུས་རྣམ་བྱང་མྱང་འདས་ཟེར་ཡག་དེ་འདི་འདྲ་ཅིག་དགོས་ཀྱི་ཡོད་རེད་ཀུན་ཉུང་འཁོར་བ་ཟེར་ཡག་དེ་འདི་འདྲ་ཅིག་དགོས་ཀྱི་ཡོད་རེད་ཟེར་ནས་ཀུན་ཉུང་འཁོར་བ་དང་རྣམ་བྱང་མྱང་འདས་གཉིས་ཀྱི་དབྱེ་ཞིབ་བཤད་ཡོད་བ་དེ་ལ་དེ་ནི་མཚན་ཉིད་བསྟན་པའི་གཞུང་གསུངས་པར་མཚན་ཉིད་དང་ཟེར་ཡག་དེ། ད་ཀུན་སྙུང་འཁོར་བ་དང་རྣམ་བྱང་མྱང་འདས་ཀྱི་མཚན་ཉིད་ཤེས་ཚར་བའི་གི་རྗེས་ལ་ད་ག་རེ་བཟོ་དགོས་རེད་ཟེར་ན། གཅིག་ཀུན་སྙུང་ཀུན་ནས་ཉོན་མོངས་པ་འཁོར་བ་ཟེར་ཡ་དེ། དེ་ནི་འཕགས། གཅིག་བྲལ་བར་བྱ་བ་སྤང་བར་བྱ་བའི་གི་རང་བཞིན་གཅིག་དང་རྣམ་བྱང་མྱ་ངན་ལས་འདས་པ་ཟེར་ཡ་དེ་ད་ང་ཚོ་ཐོབ་བྱ་དང་བསྒྲུབ་བྱ་འདྲ་བོ་གཅིག་ཡིན་དགོས་ཡོད་རེད་བ་ད་བྱེད་སྟངས་ཡག་གཅིག་དོན་དམ་ལྟ་བའི་ཐོག་ནས་བཤད་སོང་བ་ཡིན་ན། འཁོར་བ་ཟེར་ནས་སྤང་དུ་ཡོད་པ་གཅིག་དང་མྱང་འདས་ཟེར་ནས་ཐོབ་ཏུ་ཡོད་པ་གཅིག་དེ་འདྲའི་གལ་མ་རེད་དེ་ཡིན་ན་ཡང་དེ་ནི། ཐ་སྙད་ལ་བར་བསྟན་པར་བྱ་བའི་ཚེ་ན། དེ་ནི་སྤང་བླང་གི་གནད་ཅེས་བསྟན་དགོས་ཀྱི་ཡོད་རེད་དེ་བྱེད་དུས་ཚང་ནས་ད་དེའི་འོག་ལ་དེ་ནི་སྒྲིབ་པ་བཤད་ཡོང་གི་ཡོད་རེད། དེ་བྱེད་དུས་ཚང་ནས་སྤང་བྱ། སྒྲིབ་པ་དེ་ག་འདྲའི་ག་འདྲའི་ཡིན་མིན། དེ་བསྟན་པ་རེད། མཚན་ཉིད་དང་སྒྲིབ་པ་དང། དེ་ནི་དེ་འདྲ་བོ་སྒྲིབ་པ་ཤེས་དགོས་ཡ་རྒྱུ་མཚན་འདྲ་བོ་དེ་ཡང་ག་རེ་དུ་ཡོད་རེད་ཟེར་ན། ཀུན་སྙུང་འཁོར་བ་ལ་མ་འཁོར་དགོས་ཀྱི་ཡོད་ན། སྒྲིབ་པའི་སྒོ་ནས་འཁོར་དགོས་ཀྱི་ཡོད་རེད་ལ། རྣམ་བྱང་མྱ་ངན་ལས་འདས་པ་ལ་ཡང་གྲོལ་དགོས་ཀྱི་ཡོད་ན་སྒྲིབ་པ་སྤང་བའི་སྒོ་ནས་གྲོལ་དགོས་ཀྱི་རེད་དེ་ཞིག་དུས་ཚང་ནས་སྒྲིབ་པ་ཞེན་དགོས་ཀྱི་རེད། ད་ལྟ་འདི་མཛོད་ཀྱི་ནང་དུ་གསུང་རོགས། སྲིད་པའི་རྩ་བ་ཕྲ་རྒྱས་དྲུག་ཟེར་ནས་བཤད་ཡོང་དུས་སྲིད་པ་མཁའ་གསུམ་འཁོར་བ་ལ་མ་འཁྱམས་ཡིན་དུས་ཚང་ནས་རྩ་བ་ཕྲ་རྒྱས་དྲུག་གི་སྒོ་ནས་མ་འཁོར་བ་ལ་འཁྱམས་དགོས་ཀྱི་འདུག་འོ་དེ་ནང་བཞིན་ཡིན་དུས་སྒྲིབ་པའི་སྒོ་ནས་མ་འཁྲུལ་ཡོང་གི་ཡོད་རེད། འགྲེལ་པ་སྤང་བའི་ཐོག་ནས་ཡར་གྲོངས་འགྲོ་གི་ཡོད་རེད་དེ་འདྲ་ཡིན་ཙང་འགྲེལ་པ་དེ་བཤད་འགུག་རེད་དེ་འདྲ་ཡིན་དུས་བརྗོད་བྱ་གཉིས་པ་དེ་འགྲེལ་པ་བཤད་པ་རེད། དེ་ནས་དེ་ནང་བཞིན་དུ། དེ་གཉིས་དང་དེ་ཁོ་ན་དང་ཟེར་ཡ་དེ་རེད། ད་འགྲེལ་པ་སྤང་ཟེར་དུས་ཙང་ནས་ང་ཚོ་འདི་ཡོང་གི་མར་བ་ད་ག་ཚད་ང་ཚོ་ཅིག་དུག་ལོག་ཆུ་ལོག་བཀྲུ་བ་ནང་བཞིན་ཅི་ནས་སྤང་ཡ་མ་རེད་ཐུབ་ན་སྡིག་པ་ཆུ་ཡིས་མི་བཀྲུ་ཞིང་འགྲོ་བའི་སྡུག་བསྔལ་ཆགས་ཀྱི་མི་ཟེར་ཞིང། ཉིད་ཀྱིས་རྟོགས་པར་གཞན་ལ་སྤོབས་མེད་པར་ཆོས་ཉིད་བདེན་པ་བསྟན་པའི་གྲོགས་ལ་སོང་གསུངས་རོ། སྟེང་དུ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཉིད་ཀྱི་བདེན་པ་དེ་བསྟན་པ་རེད། ད་དེ་ནས་སྒྲིབ་པ་ཡོད་མཁན་གྱི་གང་ཟག་དེ་གིས་ག་རེ་བྱེད་དགོས་ཟེར་ན་ཆོས་ཉིད་ཀྱི་གནས་ལུགས་དེ་རྟོགས་དགོས་ཀྱི་ཡོད་རེད། དེ་བྱེད་དུས་རྩ་ནས་སྒྲིབ་པ་སྤོང་བར་བྱེད་པ་ལ་དེ་ཁོ་ན་ཉིད་རྟོགས་དགོས་ཀྱི་རེད། དེ་བྱེད་དུས་དེའི་འོག་ལ་དེ་ནས་དེ་ཁོ་ན་ཉིད་ཟེར་ཡ་དེ་བསྟན་པ་རེད། ད་དེ་གསུམ་པོ་དེ་གཙོ་བོ་དེ་ནས་ཤེས་བྱ་རྣམ་པ་གསུམ་ཟེར་གྱི་ཡོད་རེད་ཐོག་མར་ཤེས་དགོས་ཡ་རྣམ་པ་གསུམ། ད་ཐོག་མར་ཤེས་དགོས་ཡ་རྣམ་པ་གསུམ་པོ་དེ་ཤེས་ཚར་བའི་རྗེས་ལ་དེ་ནི་གཉེན་པོ་དག་ནས་ཟེར་ཡ་དེ་རེད་གཉེན་པོ་དག་ནས་བསྒོམ་པ་དང་ཟེར་ཡ་འདི་རེད། དེ་ཡིན་དུས་ཙང་ནས་གཉེན་པོ་དག་ནས་བསྒོམ་པ་སོང་ཡ་འདི་གི། དེ་ནི་ང་ཚོ་བས་ན་ཕར་ཕྱིན་གྱི་སྐབས་དང་ཁ་སང་ཉེ་ཆར་འགྲོ་ཟིན་པའི་ཕར་ཕྱིན་གྱི་སྐབས་འདྲ་ཅིག་ཡིན་ན། ཉམས་ལེན་སྦྱོར་བ་ཞེས་ཟེར་ཡ་དེ་བཤད་ཡོང་གི་ཡོད་རེད་རྣམ་རྫོགས་སྦྱོར་བ། རྩེ་སྦྱོར། མཐར་བྱེད་པའི་སྦྱོར་བ་སྐད་ཅིག་མའི་སྦྱོར་བ་ཟེར་ནས་ཉམས་ལེན་སྦྱོར་བཞི་གི་གོ་རིམ་སྦྱོར་བཞི་ཉམས་སུ་ལེན་པའི་རིམ་པ་དེ་བཤད་ཡོང་གི་ཡོད་རེད་འོ་དེ་བྱེད་དུས་ཙང་ནས། དེ་ནས་ད་ལྟ་འདི་དག། ད་ལྟ་གོང་དུ་བཤད་པའི་དེ་ཁོ་ན་ཉིད་ཀྱི་གནས་ལུགས་དེ་ཐོས་བསམ་གྱི་མ་གཏན་ལ་ཕབ་ནས་དེ་འབྲེལ་གྱི་དེ་ཁོ་ན་ཉིད་ཀྱི་གནས་ལུགས་ཐོས་བསམ་གྱི་གཏན་ལ་ཕབ་པའི་དོན་དེ་ཉིད་ལ་ལམ་གྱི་སྒོ་ནས་ཡང་ནས་ཡང་དུ་བསྒོམ་ཡོང་བ་ཡིན་ན་དེ་ནས་འབྲེལ་པ་དྲག་ཡོང་གི་ཡོད་རེད་དེ་བྱེད་དུས་ས་ནས་གཉེན་པོ་བསྒོམ་དགོས་རེད་ཟེར་ཡ་དེ་རེད་གཉེན་པོ་དང་ནས་བསྒོམ་པ་དང། དེ་བྱེད་དུས་ང་ཚོ་འདི་གཅིག་དུ་ཡོད་བ་དགོངས་གཅིག་གནང་ལ། མཉམ་པར་བཞག་ལས་ཡོན་ཏན་ཐམས་ཅད་འབྱུང་ཟེར་ཡ་དེ་རེད། གཉེན་པོ་བསྒོམས་པའི་སྒོ་ནས་དེ་ནས་ད་ལྟ་འདིའི་སྒྲིབ་པ་གྲོལ་བ་དང་དེ་ཁོ་ན་ཉིད་རྟོགས་པ་ལ་སོགས་པ་ཡོང་གི་ཡོད་རེད་དེ་ཡིན་ཙང་གཉེན་པོ་དང་ནི་བསྒོམ་པ་ཟེར་ཡ་དེ་ནི་བརྗོད་བྱ་གཅིག་རེད་ད་དེ་ང་ལམ་ཉམས་ལེན་གྱི་དབང་དུ་བྱས་ནས་གསུངས་པ་རེད་ཉམས་སུ་ལེན་པའི་ལམ་ཟེར་ཡ་དེ་རེད། ད་དེ་ནས་དེའི་རྗེས་སུ་གཉེན་པོ་བསྒོམ་པ་དེ་ཡི་གནས་དང་ཟེར་ཡ་དེ་རེད་ད་གཉེན་པོ་བསྒོམ་པ་དེ་ཡི་གནས་དང་ཟེར་དུས་འདི་ལ་དེ་ནས་ད་ལྟ་འདི་ཕར་ཕྱིན་གྱི་སྐབས་ནས་གསུངས་པ་ནང་བཞིན་ཡིན་ན། ཉམས་ལེན་ལ་དབང་འབྱོར་བ། བྱེད་པ་རྣམ་རྫོགས་འགྱུར་བའི་གནས་སྐབས། དབང་བསྒྱུར་ཐོབ་པའི་གནས་སྐབས་དེ་ལ་རྩེ་བསྒྱུར། བསྟན་པ་ཐོབ་པར་བྱེད་པ་དེ་ལ་མཐར་བྱེད་པའི་བསྒྱུར་བ། བསྟན་པ་ཐོབ་ཟིན་པ་དེ་ལ་སྐད་ཅིག་མའི་བསྒྱུར་བ་ཟེར་ནས་ཁོ་གནས་སྐབས་བཞི་ཟེར་བཤད་ཡོང་གི་འདུག་དེ་ནང་བཞིན་བྱས་ནས་ད་ལྟ་འདི་ནས་ཡང་དེ་ནས་གཉེན་པོ་བསྒོམ་པ་དེ་ཡིས་དེ་ནས་གནས་སྐབས་ཀྱི་འགྱུར་བ་ག་འདྲ་ག་འདྲ་ཐེག་གི་ཡོད་མེད་དེ་གསུངས་ཡོང་གི་ཡོད་རེད། དེ་འདུས་དེ་ཡི་གནས་དང་གསུང་ཡང་དེ་རེད། དེ་ནི་རྒྱུད་བླ་མའི་སྐབས་འདྲ་ཅན་ནི་འདི་གསུང་ཡོང་གི་ཡོད། བར་མ་དག་མ་དག་དག་པ་དང་ཤིན་ཏུ་རྣམ་དག་གོ་རིམ་བཞིན་སེམས་ཅན་བྱང་ཆུབ་སེམས་དཔའ་དང་དེ་བཞིན་གཤེགས་པ་ཞེས་བརྗོད་དོ་ཟེར་ཡང་དེ་འདྲ་གི་གནས་སྐབས་རྣམ་པ་གསུམ་གསུང་ཡོང་གི་ཡོད་རེད། འོ་ད་དེ་ཚོ་བྲལ་ཏེ་ད་ལྟ་འདི་ནི་གནས་དང་ཟེར་ཡང་དེ་རེད་དེ་ཡི་གནས་དང། གཉེན་པོ་བསྒོམ་པ་དེ་ཡི་དེ་ནི་གནས་སྐབས། འདི་གནས་ཟེར་ཡང་དེ་གནས་སྐབས་ལ་གོ་དགོས་རེད་གནས་སྐབས་ག་འདྲའི་ག་འདྲའི་ཡོད་མེད། དཔེར་ན། མཐོང་ལམ་ཐོབ་ཡོང་དུས་རྩ་ནས་གར་ཆགས་ཀྱི་ཡོད་མེད། ས་གཉིས་པ་ཐོབ་ཡོང་དུས་རྩ་ནས་ག་རེ་གར་ཆགས་ཀྱི་ཡོད་མེད་ཟེར་ཡག་འགྲོ། ཡང་ན་ཕར་ཕྱིན་ལ་སྦྱར་བྱས་པ་ཡིན་ན། རྣམ་རྫོགས་སྦྱོར་བས་ཀྱི་ཉམས་ལེན་རྒྱུད་ལ་སྐྱེས་ཡོང་དུས་ག་འདྲ་ཞིག་ཡོང་གི་ཡོད་པ། དེ་ནས་ཡང་རྩེ་སྦྱོར་ལ་འཕོ་ཡོང་དུས་རྩ་ནས་འཕོ་སྟངས་ག་འདྲ་ཡིན་པ། རྩེ་སྦྱོར་གྱི་ཉམས་ལེན་ལ་བརྟན་པོ་ཆགས་ཡོང་དུས་རྩ་ནས་དེ་ནས་མཐར་གྱིས་པའི་སྦྱོར་བ་ལ་གར་ཕྱིན་ལ་ལྷག་དགོས་ཀྱི་ཡོད་པ། མཐར་གྱིས་པའི་ཀྱི་ཉམས་ལེན་སྒོ་ནས་སྐད་ཅིག་མའི་སྦྱོར་བའི་ག་ལ་ཡང་ག་འདྲས་སླེབས་འགྲོ་གི་ཡོད་པ་དག་དེ་འདྲས་བྱས་ནས་གནས་སྐབས་སོ་སོ་སོ་སོ་ཤེས་རྒྱུ་ཡོད་པ་དག་དེ་ཚོ་བྲལ་ཏེ་འདི་གནས་དང་ཟེར་ཡང་འདི་རྣམས་ལ་འདོད་དགོས་པར་དེ་ཡི་གནས་དང། དེ་ནས་ད་ལྟ་འདི་ད་འབྲས་བུ་ཐོབ་པ་ཟེར་ནས་གསུམ་པ་འབྲས་བུ་དེ་བཤད་རེད། ད་ལྟ་ཉམས་སུ་ལེན་པའི་ལམ་དེ་ལ་གཉིས་བདེ་བ་གཉེན་པོ་དང་ནི་སྒོམ་པ་དང་དེ་ཡི་གནས་དང་ཟེར་དེ་གཉིས་བཤད་སོང། ད་གསུམ་པ་འབྲས་བུ་དེ་ལ་ག་རེ་ཡོད་རེད་ཟེར་ན། དེ་འདྲའི་གི་དེ་ནས་ཤེས་བྱ་གསུམ་པོ་དེ་ཤེས། ཉམས་སུ་ལེན་བྱེད་ཀྱི་སྒོམ་པ་དང་གནས་སྐབས་གཉིས་པོ་དེ་ཡང་འགྲོ་ཡོང་དུ་བརྩང་ནས། མཐར་ཐུག་གི་འབྲས་བུ་དེ་ལ་ག་རེ་ཐོབ་ཀྱི་ཡོད་རེད་ཟེར་ན་ད་ནི་འབྲས་བུ་ཐེག་པ་ཐུན་མོང་གི་དབང་དུ་བྱས་པ་ཡིན་ན་འདི་འདྲ་ཞིག་ཐོབ་ཀྱི་ཡོད་རེད་ཟེར་ན་ད་ནི་ཐེག་པ་ཐུན་མོང་གི་འབྲས་བུ་དེ་བསྟན་ཡོང་གི་ཡོད་རེད། འོ་དེ་བྱས་ཙང་འབྲས་བུ་ཐོབ་པ་དང། ད་དེ་འབྲས་ཀྱི་དོན་ཚན་རྣམ་པ་དྲུག་པོ་དེ། ཐེག་པ་ཐུན་མོང་བས་ཀྱི་དེ་ནི་ཚུལ་ཟེར་ཡག་ད་དེ་ཡིན་པ་རེད། དེ་ནི་ཐེག་པ་བླ་ན་མེད་པའོ་གསུངས་ཡག་ད་འདི་གི། ཐེག་ཆེན་གྱི་དེ་ནི་ད། ཁྱད་ཆོས་དམིགས་བསལ་དེ་ཚོ་བཤད་ཡོང་གི་ཡོད་རེད། དེ་བྱས་དུས་ད་ད་འདི། དབུས་མཐའ་རྣམ་འབྱེད་ཀྱི་ནང་ལ། སྤྱི་དང་གི་དེ་ནི་ཐིགས་པ་བླ་ན་མེད་པའོ་སོགས་ནས་སངས་རྒྱས་ཐེག་པ་ཆེན་པོ་གི་ལམ། དེ་དག་ཅིག་ཐིགས་པ་གཞན་ལས་ཁྱད་པར་དུ་འཕགས་པ་ཡིན་པ། དེའི་གོང་ལ་དེ་ནི་ཐིགས་པ་གཞན་མེད་པ་ཡིན་པ། ཁྱད་ཆོས་དམིགས་བསལ་བ་ཡོད་པ་དེ་འདྲ་ཅིག་ཡིན་པ་གསུངས་ཡོང་གི་ཡོད་རོ། ད་ཐིགས་པ་བླ་ན་མེད་པ་གསུངས་ཡང་དེ་ཡང་བསམ་པའི་སྒོ་ནས་ཐིགས་པ་བླ་ན་མེད་པ། སྦྱོར་བའི་སྒོ་ནས་ཐིགས་པ་བླ་ན་མེད་པ། འབྲས་བུའི་སྒོ་ནས་ཐིགས་པ་བླ་ན་མེད་པ་ཆགས་ཡོང་གི་ཡོད་རོ། བསམ་པའི་སྒོ་ནས་ཐིགས་པ་བླ་ན་མེད་པ་ག་རེ་ཟེར་ན། ཐེག་པ་ཆེ་ཆུང་ཕྱེ་བར་སེམས་བསྐྱེད་ཡིན་གསུངས་པ་ལས་སེམས་བསྐྱེད་དགོས་ན་དེ་ནས་ཐེག་པ་བླ་ན་མེད་པ་ཆགས་ཡོང་གི་ཡོད་རེད། སྦྱོར་བའི་སྒོ་ནས་ཐེག་པ་བླ་ན་མེད་པ་གར་ཅན་ཆགས་ཡོང་གི་ཡོད་རེད་ཟེར་ན་གཙོ་བོ་དེ་ནས་ཅིག་སྟོང་ཉིད་རྟོགས་པའི་གི་བློ་དང། དེ་ནས་ཐབས་སྙིང་རྗེ་ཆེན་པོ་ལ་སོགས་པ་ལྟ་བུ་དེ་འདྲའི་གི་སྒོ་ནས་ཕར་ཕྱིན་སྐབས་སུ་འདི་གསུངས་ཡོང་བ་ཤེས་པས་སྲིད་ལ་མི་གནས་ཤིང་སྙིང་རྗེས་གཤེགས་ལ་མི་གནས་པ་གསུངས་ཡང་འདྲ་བོ། འོ་དེ་ནང་བཞིན་དུ་ཚུ་རུལ་ཕག་རུལ་མཐའ་ལ་མེད་དེ་དག་ཕར་ན་མི་གནས་པ་དུས་ན་མཉམ་པ་ཉིད་ཀྱི་ཤེས་རབ་ཕོ་རུ་ཕྱིན་པར་འདོད་ཟེར་ནས་འོ་ད་དེ་ལྟ་བུ་དེ་ནས་ཅིག་ཤེར་ཕྱིན་གྱི་ཉམས་ལེན་དང། འོ་དེའི་ནང་བཞིན་དུ་དེ་ནས་ཅིག་སྙིང་རྗེ་ཆེན་པོའི་ཞི་མཐའ་ལ་མི་གནས་པའི་ཉམས་ལེན། མདོར་ན་དེ་ནས་ཀྱི་ཞལ་ལག་གི་ཏིང་ངེ་འཛིན་རྣམ་པ་གཉིས་པོ་དེ་བསྒོམས་པའི་སྒོ་ནས། དེ་ནི་ལམ་གྱི་སྐབས་སུ་ཐེག་པ་བླ་ན་མེད་པ་ཆགས་ཡོང་གི་ཡོད་རེད་དེ་ནི་འབྲས་བུའི་གནས་སྐབས་སུ་ཡང་དག་སངས་རྒྱས་བཅོམ་ལྡན་འདས་ཀྱི། དེ་ནི། སངས་རྒྱས་ཀྱི་ས། སྐུ་བཞི་གི་རང་བཞིན་གསལ་དགོས་ན་ཡང་འདྲ། སྐུ་གསུམ་གྱི་བདག་ཉིད་གསལ་དགོས་ན་ཡང་འདྲ་འོ་ད་དེ་འདྲའི་གི། དེ་ནི་འབྲས་བུ་བླ་ན་མེད་པ་ཞིག་ཐོབ་ཡ་ཡོད་པ་ཡིན་དུས་རྩ་ནས་དེ་ལ་དེ་ནི་ཐེག་པ་བླ་ན་མེད་པ་ཟེར་ཡ་དེ་བསྟན་པ་ཡིན་པ་རེད། དེ་ཡིན་དུས་དེ་ནི་དེའི་སྐོར་དེ་ཞིབ་ཕྲ་འདྲ་བོ་དེ་དེ་ནི་ཆོས་ཉིད་རྣམས་ཀྱི་ནང་ན་མ་བསླད་ཡོང་གི་ཡོད་རེད་དེ་བྱས་ན་ད་ཅིང་མཁས་པ་ཁ་ཤས་ཀྱིས་དེ་ནི་འཁྲུལ་པ་ཡན་ལག་ལྟ་བུ་བསྟན་རྒྱུ་རེད་ཟེར་ནས་གསུངས་སོང། ཆོས་ཉིད་རྣམ་འབྱེད་དེ། ཆོས་ཉིད་རྣམ་འབྱེད་དེ་ག་བ་ནས་འཁྲུལ་རེད་ཟེར་ན་འདི་ཐེག་པ་བླ་ན་མེད་པ་འོ་ཟེར་ཡང་འདི་ནས་བར་འཁྲུལ་འགྲོ་གི་ཡོད་རེད་དེ་ཀུན་ད་རྣམ་འབྱེད་ཀྱི་ཚིག་འོ་ཡ། ད་དེ་བྱས་དུས་དེ་འཕྲལ་གྱི་དོན་དག་བདུན་པོ་གང་ཡིན་པ་དེ། དེ་ནི་ད་ལྟ་ང་ཚོ་ད། ཀུན་ད་རྣམ་འབྱེད་འདིའི་བསྡུས་དོན་བློའི་རྣམ་པར་བཞག་པ་དེ་འདྲ་ཞིག་རེད་ཟེར་ན་ཐེག་གི་བསྡུས་དོན་བློའི་རྣམ་བཞག་བསྟན་པ་ཡིན་པ་རེད།